གནམ་འོག་གི་སེམས་རྒྱུད་ཚན་པའི་སྤྱི་ཚོགས་དཔྱད་བརྗོད་ལེ་ཚན་ལ་གསན་གཟིགས་གནང་མཁན་གྱི་རྒྱ་ཆེའི་བོད་རིགས་སྤུན་ཟླ་འཁོན་ཁམས་བཟང། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ཞེ་བཞི་བདུན་བོད་ཟླ་བརྒྱད་པའི་ཚེས་པ་བཅུ་བདུན་དང། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་ལོའི་ཕྱི་ཟླ་བཅུ་པའི་ཚེས་པ་གསུམ་རེས་གཟའ་སྤེན་པ་རེད། ཐེངས་འདིའི་གནམ་འོག་གི་སེམས་རྒྱུད་ཚན་པའི་སྤྱི་ཚོགས་དཔྱད་བརྗོད་ལེ་ཚན་ནང་ལ། རྩོམ་པ་པོ་དང་བོད་རང་བཙན་འཐབ་རྩོད་པ་ཨ་མཚོ་ཀླུ་མཁར་བྱམས་མཆོག་གིས། ལ་ཤེས་ལུང་ཤེས་ཀྱི་ལེ་ཚན། རྒྱུད་སྟོང་བཞི་ཤོད་པའི་ལེ་ཚན་དེ་རྣམ་པ་ཚོས་གསན་གཟིགས་གནང་རོགས། འོ་ད་དེ་རིང་ངས་ཀླུ་མཁར་བྱམས་ཀྱི་ལ་ཤེས་ལུང་ཤེས་ཀྱི་ལས་རིམ་འདི་གསན་གཟིགས་གནང་མཁན་གྱི་དྲ་གྲོགས་རྣམ་པ་ལ་འཚམས་འདྲི་འདྲ་ཞིག་བདེ་ལེགས་ཞུ་ཡ་ཡིན། དེ་རིང་ངས་འདིའི་ནང་ལ། རྒྱ་མིའི་གསང་ཉིད་པ་དང་བོད་པ་སྤྱི་ཚོགས་ནང་ལ་བཏང་པའི་སྐོར་ལ་ནི། ཅིག། རྣམ་པ་ཚོ་ལ་ནི་དེའི་སྐོར་གྱི་བསམ་ཚུལ་ཅིག་ཞུ་དགོས་བསམ་སོང། ནི་ག་ཙང་ཁས་ཉིན་གི་འདི་ད་རྒྱ་མིའི་གསང་ཉིད་པ་ང་ཚོ་བོད་པ་སྤྱི་ཚོགས་ནང་ལ། ཨུ་རུ་ཆེན་པོ་ཅིག་འགྲོ་ད་བོད་པའི་ཁ་ཐུག་ལ། ང་ཚོ་གྲོགས་པོ་དེ་འདྲས་ཀྱི་ཁྱོད་འདིའི་སྐོར་ལ་བསམ་ཚུལ་ཅིག་བཤད་ཐུབ་ན་ཡག་པོ་འདུག་ཟིག་ང་དེ་འདྲས་ཀྱི་ཞལ་ཉེས་རེ་བྱུང་ད་ལྟ་ཡིན་པ་སོང་ཙང་ངས་ཁ་ཚང། ཁ་ཚང་ངོ་མ་ངས་འདིའི་སྐོར་ལ་ལེ་ཚན་གཅིག་བཟོ་ཡིན་པ་ཨ་ནི། ད་མ་གཅིག་བཤད་བཤད་ནས་སྒང་ལ་དེ་རང་དྲག་ནས་ཀྱི་ཕ་ཁྱེར་ཆུ་ཚོད་གཅིག་ལྷག་ཙིག་བྱུང་སོང་ད་དེ་བྱས་ནས་སྒང་ལ་ཡོང་གི་མི་འདུག་ད་ངས་ད་ལྟ་འདི་ཁ་ཁ་ཤས་ཟིག་ལ་བསྒུས་ནས་ཀྱི་ཨ་ནི་བཤད་ཀྱི་ཡིན་དེ་བྱས་ནས་སྒང་ལ་ཨ་ནི་ད་ད་ལྟ་གི་འདིའི་སྐབས་ལ། ལེ་ཚན་ལེ་ཚན་འདྲ་བོ་ཁ་ཤས་ཟིག་ལ་གོ་གི་ཡིན། དེ་ཅི་ནས་གང་ལ་དེ་རང་གི་ལེ་ཚན་དང་པོ་འདིའི་ནང་ལ་ངས་འདི་ཅིག་བཤད་ཐུབ་ན་བསམ་སོང་སྤྱིར་བཏང་གི་ཐོག་ནས། ང་ཚོ་ད་སང་ཉིན་བརྩིས་ན་རེད་ཨ་ནི་ད་གསོ་བ་ཉུང་མ་གི་སྐོར་འདི་བོད་པ་གི་ཤེས་རིག་དང་ང་ཚོ་བོད་ཀྱི་ད་ལོ་རྒྱུས་ཀྱི་ཡིག་ལམ་ཁག་ལ་སླེབས་བསྡད་པ་འདི་བཟོ་དང་འབྲེལ་བའི་ཨ་ནི་རྒྱབ་ལྗོངས་ཅིག་བྱེད་དཀའ་ནང་བཞིན་གྱི་ད་ད་ད་གསོ་བ་ཉུང་མ་འདུག་ཟིག་ང་ཚོ་སྤྱི་ཚོགས་ནང་ནས་བཤད་ཡོང་ནི་གང་ལ་ང་རང་ཚོ་གི་སྤྱི་ཚོགས་ཀྱི་ཐོག་ནས་ད་ལྟའི་ཐོག་ལ་ཅིག་ག་རེ་ཟེར་བར་ད་རེས་ཨེ་ཤོད་འཛིན་ན་ད་ལྟའི་ལ་ཅིག་ད་ལྟའི་ཐོག་ལ་རྣམ་འགྱུར་འཛིན་སྟངས་ཅིག་ཡོད་རེད་བ་འོ་དེའི་སྐོར་གྱི་གནས་ཁ་ཞིག་ཏུ་བཤད་དགོས་བསམ་སོང་ད་ནང་བཞིན་ག་ནས་ད་ང་ཚོ

ནི་ན་ཉིན་སྔོན་མ་རྡོ་རྗེ་རྒྱལ་མཚན་ཟེར་ཡ་ནི་ཡོ་རུབ་ནས་ཅིག་སེམས་པར་བ། འོ་ད་དེ་གཟུགས་ཀྱི་སྐོར་དེ་ནི་སོ་བ་གི་ད་འདའ་གི་ལང་གཞི་དེ་ཅིག་ད་ན་བཞིན་ག་ནི་ཅིག་བོད་གི་སྐོར་ལ་ནི་རྩོམ་ཡིག་ར་དེ་འདྲས་བྲིས་གི་ཡོ་བ་ཅིག་རྒྱ་གར་གི་བརྒྱུད་ལུམ་ཁག་ནས་ཡང་རྒྱ་གར་གི་མི་སེར་དེ་འདྲས་ར་སེམས་པར་ཟིག་ད་དེ་འདྲས་འདུག་བཤད་དེ་ཡོ་ད་དེ་ཅི་ནི་གང་ལ་ནི་ཚེ་དེ་གཟུགས་དང་རྐྱེན་བརྒྱུད་ནས་ཨ་ནི་ད་དེ་རིང་གི་ནི་ཚེ་འདི་ཡོང་དགོ་ཡ་འདྲ་བོ་དེ་འདྲས་ཅིག་རེད་བཤད་ད་དེ་ཅི་ནི་གང་ལ་ངས་འདི་སྐད་ཆ་འདི་བཤད་པའི་ཁ་ཐུག་ལ། ད་དང་པོ་ངས་འདུག་ཚུལ་གཅིག་བཤད་ན་བསམ་སོང་སྤྱིར་བཏང་གི་ཆ་ནས་ང་ཚོ་གཅིག་བོད་ཀྱི་ལོ་རྒྱུས་ཀྱི་ཐོག་ལ་ང་ཚོ་བསད་བསྡད་པ་དེ་ང་རང་ཚོའི་ངོས་ནས་ཡིན་ན་རེད་ད་གསང་ཉིད་ཀྱི་རིགས་འདི་ཨ་ནི་ད་བེད་སྤྱོད་མང་པོ་བཏང་ཡོད་རེད་ཁྱད་པར་དུ་གི་བོད་ཀྱི་ད་བཙན་པོ་གི་སྐབས་ལ་ཨ་ནི་སྟོབས་འབྱོར་མངའ་ཐང་མཆིས་པའི་ཁ་ཐུག་ལ་ཨ་ནི་རྒྱལ་ཁབ་དང་རྒྱལ་ཁབ་བར་ང་ཚོ་གསང་ཉིད་བཏང་ཡ། ད་ནི་སོ་སོ་གི་ནང་ཁུལ་ལ་ད་ཡང་ད་སང་ཉིད་ཙིག་ན་རེ་གང་ལྟར་ནི་དབོན་སང་ར་དེ་བཟོ་བཏང་ཡ་ད་དེ་འདྲས་གི་མང་པོ་ཅིག་བྱུང་ཡོད་རེད་དེ་ཡིན་པ་སོང་ཙང་དེ་ངའི་དེའི་རིམ་པ་འདྲ་བོ་ནི་མང་ཅིག་བཤད་ན་ད་ང་ཚོ་ད་ད་ད་དེ་ན་ངའི་འདི་ཞིབ་ཕྲ་མེད་འདི་ཅིག་ཨ་ནི་ཅིག་མཁས་བ་བཟོ་གི་དེ་འདྲས་གི་སྤྱི་སྟངས་གི་ཐོག་ནས་ཅིག་དབྱེ་ཞིབ་ད་ཚད་ལྡན་ཅིག་ནས་བཤད་ན་དེ་ལ་བཤད་སྟངས་སྣ་ཚོགས་ཡོད་རེད་དེ་ལ་ཨ་ནི་ཕྱོགས་ངེས་མང་པོ་ན་ད་ཡོད་རེད་ཡིན་ན་ངའི་འདི་གར་ན་སྤྱིར་བཏང་གི་ངོ་སྤྲོད་ཙམ་ཙིག་གི་ཐོག་ནས་བཤད་ན། རྒྱལ་ཁབ་དང་རྒྱལ་ཁབ་ཀྱི་བར་ལ་སང་ཉིལ་ཡིན་ད་ལེ་ཡིན་ཨ་ནི་ད་ལོ་རྒྱུས་ཀྱི་ཐོག་ནས་ད་དེ་མང་པོ་བྱུང་འདུག་ཡར་སྤྱིར་བཏང་གི་མི་རིགས་གཅིག་ད་ཡར་རྒྱས་ཟིན་ན་མི་འདུག་ད་དེ་འདྲའི་གི་འགྲོ་བའི་ཁ་ཐུག་ལ་རྒྱལ་ཁབ་ར་དེ་ཚོ་ཁ་ཐུག་ལ་ཨ་ནི་འཕེལ་འགྱུར་གྱི་འགྲན་རྩོད་ཡོད་རེད། དམག་དོན་གྱི་འགྲན་རྩོད་ཡོད་རེད་ཆབ་སྲིད་ཀྱི་ད་འགྲན་རྩོད་ཆེན་པོ་ཡོད་པའི་ཁ་ཐུག་ལ་སོ་བ་ཉུང་མ་དེ་ད་སྤྱིར་བཏང་གི་ཆ་ནས་བཤད་ལོང་ན་ད་ཆབ་སྲིད་དང་དམག་དོན་འདྲ་འདི་ཚོའི་ཁྲོད་ལ་སྤྱིར་བཏང་གི་ད་མེད་ཐབས་མེད་པའི་ཆ་ཤས་ཅིག་ཆགས་ཀྱི་ཡོད་རེད་བ། དེ་ཡིན་པ་སོང་ཙང་ད་ད་ལྟ་བོད་མི་རིགས་ལ་ཆ་བཤད་ན་ང་ཚོ་ལོ་རྒྱུས་ཀྱི་ཐོག་གི་ད་སོ་ཉིལ་གི་ཅིག་ང་ཚོ་བོད་ཀྱི་ད་ཡིག་ལམ་ལ་ཤར་ཡོད་པའི་ད་ཧ་ལམ་ད་ཅིག་སྔ་ཕྱི་འདྲ་བོ་བྲིས་ཏེ་ཨ་ནེ་ད་ང་ཚོ་གྲི་གུམ་བཙན་པོ་གི་ལོ་ངམ་སྟར་རྫི་གཉིས་ཆ་གི་ད་ཡིན་གྱི་རྩིས་ན་རེད་དེའི་གི་པར་རུས་ནི་ཨ་ནི་ད་སོ་བ་གི་རིགས་དེ་བྱུང་ཡོད་རེད་དེ་ཡིན་པ་སོང་ཙང་དེ་ག་རེ་རེད་རྩིས་ན་གྲི་གུམ་བཙན་པོ་གི་ལོ་ངོམ་གཏར་རྫི་ལ་ད་འཛིན་ཡ་དེ་ད་ཨ་ཡིན་རྒྱལ་སྐྱེས་ཡིན་པ་དེ་ཐག་བཅད་པའི་ཁ་ཐུག་ལ་ཁོ་རང་ལ་ཁྱི་མོ་གཅིག་ཡོད་རེད་ཁྱི་མོ་གཉན་གྱི་དབོན་སངས་མ་ན་ན་སངས་མ་ལ་ཡ་གཅིག་ཡོད་རེད་ཁྱི་མོ་དེ་ཨ་ནི་ལོ་ངོམ་གཏར་རྫི་གི་རྩ་ལ་ཨ་ནི་ཕ་ར་སོ་བ་དང་དེ་ནི་ལོ་ངོམ་གཏར་རྫི་དེ་སྤྱང་པོ་ཡིན་པ་སོང་ཙང་ཁྱི་མོ

ད་འཁྲག་པ་དབྱེ་བ་ལ་ཁྱི་རོ་དང་གཡོན་པ་ལ་བ་མོ་གི་རོ་བཏགས་ནས་གཅིག་གླང་པོ་དེ་ཚོ་གི་ཐོག་ལ་ཐ་ལ་བཏགས་ནས་ཡོང་ནས་གང་ལ་ད་ལ་ཁྱི་གི་མར་བསྲེག་ཡ་དེ་འདྲའི་འདྲ་བོ་གཅིག་བྱས། རྒྱལ་པོ་གི་དེ་བཞིན་ཤག་བྱས་ནས་ཀྱི་སང་ཉིན་དེ་ལྟར་དམག་གཅིག་བསྒྲིགས་ནས་ལོ་ངམ་ལྟར་རྫི་ལ་འཛིང་གི་སོང་ནས་གང་ལ་ལོ་ངམ་ལྟར་རྫི་གི་ཏག་ཏག་གཡོ་གཅིག་གི་འོག་ལ་ཚུད་པ་རེད་ད་དེ་བཞིན་ཐོག་ལ། ཁྱིམ་མི་དཀར་རྩྭ་དེའི་ཁྱི་མོ་གཉན་གྱི་འོད་མཚང་མ་ཟེར་ཡ་དེའི་སྟངས་པ་ད་དེ་ཁྱི་མོ་མ་རེད་ད་མིའི་འགྲོ་བ་ད་དེའི་སྟངས་པའི་ཁ་ཐུག་ལ་སྐད་ཆེ་བཤད་དེ་དེའི་ཐོག་ནས་ང་ཚོ་ཧ་གོ་དགོས་ཡ་ཅིག་ལ་སོ་བ་ལ་ཁ་ཐད་བྱས་ཡ་གི་རིག་གཞུང་ནང་ནས་སྐད་ཆེ་བཤད་ཅིག་སོ་བ་དེ་ཚོ་ལ་ནེ་ཚེར་རྫིག་མ་སྤྲད་ཡ་ད་ཕར་ཞོག་གི་སོ་ཉི་རྒྱབ་ཀི་ཡོད་པ་ཧ་གོ་ན་སོ་ཉི་དེ་ཚོ་གི་ཨམ་ཅོག་ནང་ད་ནེ་ཚེར་རྫིག་མ་བླུག་ཡ་དེའི་སོ་ཉི་ལ་དགོས་པའི་རིག་གཞུང་གི་ནང་གི་ད་སྐད་ཆེ་བཤད་ཅིག་རེད། རྒྱ་མིའི་གི་ད་ང་ཚོ་སྲུང་འཛི་གི་དམག་གི་གཏན་ཁྱིའི་གི་ནང་གི་སོ་བ་ཉུང་མ་གི་ནང་ན་དེ་ཚིན་ཏི་གསལ་བོ་བཤད་ཡོད་རེད་ད་ཕ་ཁྱེར་གི་ཕ་ཤོག་གི་མིའི་ལ་ནི་སོ་ཉིལ་དེ་ཚོ་དང་སང་ཉིལ་བྱེད་ནི་དེ་ཚོ་ལ་གནས་ཚུལ་རྫི་མ་སྤྲད་དགོས་ཡ་ད་དེ་གཅིག་རེད། ད་ནང་བཞིན་གི་ད་ང་ཚོ་ད་ད་དེ་ནི་མ་སླེབས་ན་ནི་སྲོང་བཙན་སྒམ་པོ་གི་སྐབས་ལ་ད་སྐད་ཆེ་བཤད་དེ་སྲོང་བཙན་སྒམ་པོ་གི་སང་མོ་སེ་མན་ཀར་ཏ། སེ་མ་ཀར་ཏི་སེ་མར་ཀར་ཏི་ཨ་ནི་ཞང་ཞུང་གི་རྒྱལ་པོ་ལུག་མི་སྐྱ་ཙཱ་ལ་སོ་བ་དང། ད་ནི་ཞང་ཞུང་གི་ལུག་མི་སྐྱ་ཙཱ་ལ་སོ་བ་དང་ནི་ཅི་ད་ན་མ་དང་ཟི་ན་རི་གང་ཏིར་ཏི་ཅི་ནི་ཅི། ཞང་ཞུང་གི་རྒྱལ་ཕྲན་དང་བོད་ཀྱི་རྒྱལ་ཕྲན་གཉིས་ཆ་ཞི་འགྲིག་ཡོང་ཡག་གི་རེ་བ་མེད་པའི་ཁ་ཐུག་ལ་ནི་མོ་རང་གི་ད་མགུར་དང། ཨ་ནི་གཡུ་ར་དེ་ཚོ་བསྐུར། ད་དེ་འདྲས་ཅི་ཡོང་ནི་གང་ལ་ཨ་ནི་ད་དེའི་གི་ནི་རྒྱལ་པོ་དང་སྐབས་དེ་གི་སྲོང་བཙན་སྒམ་པོ་གི་ད་ནང་བློན་ཚོ་གི་དེའི་དོན་དག་ཧ་གོ་ནི་ཅིང་ཞང་ཞུང་ལ་དེ་ལྟར་དམག་བརྒྱབ་ནི་ཨ་ནི་ད་ཞང་ཞུང་རྒྱལ་ཁབ་དེ་མ་ར་ད་པ་བར་བ་ད་དེའི་ཐོག་ནི་ག་རེ་བྱེད་དགོས་ན་ད་ཙེ་མོ་སེ་མ་ཀར་ཛོ་ཆ་བྱ་ན་ད་སྤྱིར་བཏང་གི་ཆ་ནི་སློབ་སྦྱོང། ཚེ་མཐོན་པོ་བྱིའུ་ཡོད་རྒྱུ་ད་ག་ནང་བཞིན་གྱི་ད་དེའི་མགུར་ལོ་དེ་པའི་སྙན་པོ་བླངས་ཡོད་དེ་དེས་ཀྱིས་ད་ག་ནང་བཞིན་གྱི་ཨ་ནི་དེའི་ནང་གི་གལ་ཆེ་ཤོས་དེ་ག་རེད་ན་ད་སོ་བ་ར་སོ་བ་གྱི་ཐོག་ལ་སྐད་ཆ་ཡ་མ་ར་སྐྱེལ་དགོས་ནི་གང་ལ་ད་དེའི་ངོ་ཚིག་དོག་པོ་སྐད་ཆ་བཤད་ན་ཡོང་གོ་མ་ར་དེ་ཡིན་པ་ཚང་ཚང་བདམས་མཚོན་རང་བཞིན་གྱི་སྐད་བདམས་མཚོན་རང་བཞིན་གྱི་བྱ་གླག་ཨ་ནི་གཡུ་དང་བྱུ་རུ་དང་ད་དཔེ་ན་གི་དེ་བཟོ་རིག་གི་དང་ཡ་དེ་ད་སོ་གཉིས་གྱི་རིག་གཞུང་གི་ཁྲོད་ནས་ད་དེ་གལ་ཆེན་པོ་བྱིའུ་ཆག་གོ་ར་དེ་ཡིན་པ་ཚང་ཚང་སྐད་ཆ་ཁ་ཐུག་མ་བྱེད་ལ་བྱས་ནས་བདམས་མཚོན་འདྲ་དེ་བཟོ་དང་ཡ། དམ་ཚིག་གི་གནས་གཅིག་གཅིག་ལ་གོ་བརྡ་སྤྲད་ཡ་ད་དེ་ཅི་ནས་སྒང་ལ། སྐབས་དེ་རིའི་སྒང་ལ་ད་སྤྱི་སྟངས་གི་སོ་ཉིལ་ཡོད་པ་གང་ཞིག་ལ་དེའི་ཐོག་ནས་གནད་དོན་གསུམ་མཚོན་གི་རེད། གཅིག་དེ་ང་ཚོ་ད་དྭངས་སང་གི་ལོ་རྒྱུས་གི་ཐོག་ནས་བཤད་ན། དྭངས་སང་གི་ད་སོ་བ་གཉུག་མ་གི་ད་རིགས་དྭངས་སང་མ་ད་སྔོན་མ་ནས་ལས་དེ་རེད་བ་ད་དེའི་སོ་བ་གཉུག་མ་གི་ཁྲོད་ལ། བེད་སྤྱོད་བཏང་སྟེ་ཡོད་ཅིག་ང་ཚོ་བོད་མི་འཛིན་མ་གི་ད། འཛིན་མ་གི་གར་སོ་བར་ད་གཡོ་སྐྱིད་འཛིན་ན་རེད་ད་རྒྱ་གི་དེ་ལ་མི་རིན་གྱིས་ལབ་གི་ཡོར་བ་ད་གང་ལྟར་ཨ་ནི་མོ་འགུག་གི་རང་བཞིན་གི་འགུལ་ཤུགས་ཡོ་རྒྱུག་གི་བུ་མོ་དེ་ཚོ་བཏང་ནས་ཨ་ནི་ཕར་ཕྱོགས་གི་མི་དགོས་གི་མི་དེ་ཚོ་ལྷི་ཡ་ད་དེ་ཅི་ནས་གང་ལ་ཟ་མ་གར་འཛིན་མ་ཡོ་ཡོད་པ་ཅིག་ཤང་ཤང་གི་ལུག་མི་སྐྱ་དེ་ལྷོད་ཐུབ་པ་ད་ག་ནང་བཞིན་གི་མོ་རང་ལ་སློབ་སྦྱོང་ཚད་མཐོན་པོ་ཡོ་པ་སོང་ཙང་ཨ་ནི་པད་ད་ཤང་ཤང་གི་རྒྱལ་ཁབ་ལ་ད་ཉམས་ཞིབ་ཅིག་དེ་དང་དམག་རྒྱབ་དགོས་ཀྱི་ཡོད་ན་ས་ཆ་ག་བ་ག་བ་ནས་ཡོང་དགོས་ཀྱི་ཡོད་མེད་ཨ་ནི་ད་ཞང་ཞུང་གི་ད་ལུག་མི་སྐྱ་དེས་ད་ཁོ་སྐྱོབ་པ་ག་རེ་ཡིན་མིན་ད་ཆ་ཚང་མགུར་གླུ་གི་ནང་བྲིས་ཡོད་པ་མ་ཟད། ཨ་ནི་ད་ད་སྤྱིར་བཏང་གི་ཐོག་ནས་བཤད་ལོང་ན་དེའི་གི་བདམས་ཚུན་དེ་ར་བལ་དུ་ཕ་ཤོག་གི་མི་གི་བཀོལ་ཐུབ་ནས་སེར་ཤོག་གི་བལ་དུ་དེ་འདྲའི་གི་གནད་ཅིག་བསྡམ་ཚུན་རང་བཞིན་གི་མཚོན་དོན་རང་བཞིན་གི་ད་ང་ཚོ་དེ་ཡ་མ་དེ་གནས་ཚད་སྐྱེ་ཡ་ད་དེ་ཡན་ཆད་པོ་ཡོད་རེད། ད་ག་རང་བཞིན་གི་ད་ང་ཚོ་དེ་ནས་མ་ར་སླེབས་ན་སྲོང་བཙན་སྒམ་པོ་གི་སྐབས་རེད་སྲོང་བཙན་སྒམ་པོ་གི་སྐབས་ལ་ནི་བློན་པོ་མགར་མགར་སྟོང་བཙན་ཡིམ་བཟང་དུ་རྒྱ་ནག་གི་ཁྲང་ཨན་ན་ད་རྒྱ་བཟའ་གོང་ཆུ་དང་པོ་རེད་བ་རྒྱ་བཟའ་གོང་ཆུ་དེ་ལེན་གི་ཕྱིན་པ་རེད་བ་དེ་བྱས་ནས་གང་ལ་ནི་རྒྱ་ནག་གོང་མ་གི་ད་སྤྲད་ལ་མ་སྤྲད་ལ་བྱས་དེ་བྱས་ནི་གལ་སྲིད་བུ་མོར་རྫུན་མ་ར་དེ་རྫིག་ད་ཅིག་སྐྱི་གཡའ་གི་ཉེན་ཁ་ཡོད་རུང་རྒྱལ་བའི་སྲས་མོ་རང་མ་ཡིན་པས་དེ་འདྲའི་གི་སྐབས་ལ་ནི་བློན་པོ་མགར་སྟོང་བཙུན་ད་སྤྱང་པོ་རེད་དེ་འབའ་སོང་ཙང་དེ་ཁོ་རང་གི་རྣམ་ཤུས་གཅིག་པོ་གི་ལ་ཁེལ་གི་མེད་པ་སོང་ཙང་ནི་རྒྱ་ནག་གོང་མ་གི་ནང་ནས་ཕོ་བྲང་ནང་གི་གཡོག་མོ་གཅིག་ལ་ནི་ལྐོག་དངུལ་སྤྲད་ནས་ཀྱི་གཡོག་མོ་དེ་གི་ནི་རྒྱ་བཟའ་གོང་བྱོས་ལ་ག་རེ་ག་རེ་ཡོད་པ་ནི་ག་བ་གཅིག་ནར་སྨྲས་ཡོད་པ་ད་ནི་འགྲོ་འདུག་སྤྱོད་སེམས་ག་རེ་ཡིན་པ་དེ་ལྟར་ནི་མགར་སྟོང་བཙུན་ཡིམ་ཙང་ལ་ཤི་ནས་ཀྱི་ནི་མགར་སྟོང་བཙུན་གི་ད་ག་ནང་བཞིན་ག་ནི་བྱིས་དེའི་མཐའི་ནི་བྱིས་ཨ་ནི་ད་བུ་མོ་དེའི་རྒྱ་བཟའ་དགོང་ཆུ་ར་བར་བ་ད་དེ་ཚོ་དེ་རེད། དེ་ནས་ད་ག་ནང་བཞིན་གི་ད་ང་ཚོ་མ་བཤད་ཡོང་ནི་གང་ལ་ད་དེ་ཚོ་ལོ་རྒྱུས་དང་ལྷ་སྒྲུང་དང་དེ་ཚོ་འབྲེལ་བའི་བཤད་སྐོར་ད་དེ་དེ་ལ་ཤོག་ངེས་མང་པོ་ཡོད་རེད་ཡིན་ན་དེའི་ཐོག་ནས་ག་རེ་བཤད་སྐོར་ན་དོན་དག་རྡོག་རྡོག་ཏུ་འཚོ་བ་ཉུལ་མ་དེ་དང་སང་ཉིན་གྱི་ལས་ཀ་དེ་གལ་ཆེན་པོ་ཡིན་པ་དེ་བཤད་ཀྱི་རེད། བོད་ཀྱི་ལོ་རྒྱུས་ཀྱི་ཐོག་ན་ད་ད་ག་རང་ཡོང་སྐོར་དེའི་ཐོག་ནས་ག་རེ་མཚོན་སྐོར་ན་ལོ་རྒྱུས་ལ་མཁས་པ་སོ་སོ་ལ་བཤད་སྟངས་མ་འདྲ་བ་ཡོད་ན་རེད། གནད་དོན་གཅིག་དེ་སོ་གཉིས་ལ་ཡོད་པ་དང་དེ་ཚོ་གི་ཇུས་ག་རེ་ག་རེ་འཐེན་དགོས་ཀྱི་ཡོད་པ་ད་དེ་ཚོ་གལ་ཆེན་པོ་བཤད་བསྡད་ཡོད་རེད། དེ་ནས་མ་ར་སླེབས་ན་ད་ང་ཚོ་གླང་སྒྲུང་ར་དེ་ཚོའི་སྐབས་རེད་གླང་སྒྲུང་ར་དེའི་ནང་ན་ད་གསལ་བོ་ཡོད་རེད། ཧོར་གླིང་དབྱིན་སྐད་ཀྱི་སྐབས་ལ་ཨ་ནེ་ཀུར་ཀུར་གྱི་གླང་ལ།

ཁ་བརྡ་དེ་ཡོང་ནས་ད་སྒ་སྐྱ་ལས་གསང་ཞིམ་འབྲུག་མོ་དེ་རྦད་དུ་བུ་མོ་རྫི་མ་ཡིན་པ་ཧང་སང་ཡ་ཡོད་པ་དེའི་གི་ཡོང་དེ་གུར་གུར་ལ་བཤད་དེ་ནས་གུར་གུར་རྦད་དུ་འདོད་ཆགས་ལངས་ནས་ཅིག་ད་གླང་ལ་རྨ་རྒྱབ་གི་ཡིན་ཟེ་ཨ་ནི་རྨ་རྒྱབ་རྨ་རྒྱབ་ནི་གང་ལ་ཡང་གླང་ལ་སླེབས་ནས་ཨ་ནི་གླང་སང་ཆེན་གི་སྐྱ་མ་མང་ཆུང་བཅོ་བརྒྱུད་གི་ནང་ནས་འབྲུག་མོ་རེད་བསམ་ནས་འཕྲོག་འགྲོ་ནས་དེ་ནི་ཆུང་རྗེས་རྗེས་ནས་ཡང་དེ་མ་རེད་ཟེ་ཨ་ཁུ་ཁྲོ་ཐུང་གི་ཨ་ནི་ཧོར་ཧོར་ལ་ཡང་སྐྱིར་འདས་ཀྱི་འབའ་ཡིན་བསམ་སོང་ད་ཡང་སྣང་བཙོང་ནས་ཀྱི་ཨ་ནི་ཨ་ཁུ་ཁྲོ་ཐུང་གི་གླང་མ་བཞི་དཔོན་པོའི་ཁྲོ་ཐུང་གི་ཨ་ནི་སྣང་བཙོང་ནས་ཀྱི་དེ་ནས་ཧོར་དམག་ཡང་བསྐྱུར་ཡོང་ནས་འབྲུག་མོ་འཕྲོག་ཀྱིན་འབར་བ། ད་ད་དེའི་ཐོག་ན་དེའི་ཐོག་ན་ག་རེ་ཡོད་ན་ཕར་ཕྱོགས་གི་གླང་གི་ས་ཁེ་ལ་ཨ་ནི་སོ་བ་སྨྱུག་མ་དང་ད་ཡོད་བ་སོ་སོའི་ནང་ན་སྣང་བཙོང་ནས་ཡོད་པ་གླང་གི་སྟག་རོང་དཔོན་པོའི་ཁྲོད་ཀྱི་ཨ་ཁུ་ཁྲོ་ཐུང་དེ་ད་གླང་གི། ཁུ་བོ་གཅིག་རེད་ད་དངོས་གནས་བཤད་ན་གླང་གི་སྟབས་མི་རྒན་པ་རེད་དེ་ཡིན་ན། གླང་གསང་ཆེན་གི་སྐབས་དེ་རིགས་སྒང་ལ་གླང་གསང་ཆེན་ཡོད་བ་མ་རེད་འཛམ་གླང་གསང་ཆེན་རྒྱལ་པོ་འཛམ་གླང་གེ་སར་རྒྱལ་པོ་བདུད་ལ་འགྲོ་ཚར་རེད་བདུད་ལ་འགྲོ་དགོས་ཡ་རྒྱུ་མཚན་ག་རེ་རེད་ན། ཨ་ནི་ཁོ་རང་གི་ཅོང་མ་མེ་བཟའ་འབུམ་སྐྱིད་བདུད་ཀྱི་འཕྲོག་བྱེད་པ་རེད་ཁོ་དེའི་རྗེས་ལ་འགྲོ་ཚར་རེད། དེའི་རྗེས་ལ་འགྲོ་ཚར་ནས་རྗེས་ལ་ཨ་ནི་ད་དེའི་མེད་པའི་ཁ་ཐུག་ལ་ཨ་ནི་ཧོར་མ་གླང་ལ་ད་བཙན་འཛེལ་བྱས་པར་བ། ཨོ་ད་དེའི་གི་བརྒྱུད་རིམ་ཁྲོད་ནས་ག་རེ་བཤད་སྐོར་ན་ཡང་གསོ་བ་གཉུག་མ་གི་ལས་ཀ་དེ་མ་མ་བརྒྱབ་ནོ་སྔོན་ལ་གསོ་བ་གཉུག་མ་གི་ལས་ཀ་དེ་ཡོད་རེད། དེ་ནས་ད་ཨ་ཁུ་ཁྱོ་ཐུང་གི་ནང་བཙོང་པ་དེ་རེད་ཨ་ཁུ་ཁྲོ་ཐུང་གི་ནང་བཙོང་དགོས་ཡ་གི་རྒྱུ་མཚན་གཙོ་བོ་ག་རེ་རེད་ཟེར་ན། རང་ཞང་ཆིང་གི་ལག་པ་ནས་ཨ་ནི་ཁོ་རང་གི་སྲིད་དབང་ལེན་ཡ་དང་གྱེན་ལོག་བརྒྱབ་ནས་ཁོ་རང་རྒྱལ་པོ་བསྡད་ཡ་གི་ཨ་ཁུ་ཁྲོ་ཐུང་གི་ད་ཇུས་དེ་བཤམས་ཡོད་རེད་བ། འོ་ད་དེ་འདྲའི་གི་ཐོག་ནས་ཨ་ནི་ད་གླང་ལ་ཕུ་གི་ཨ་ནི་ཧོར་ལ་ཡང་བསྐྱིར་ཁོ་རང་གི་ད་ནང་ནས་བསྡམས་ཇི་ཡ་ད་དེ་གཟུགས་གི་སྐད་ཆ་དེ་ཡོད་རེད།

མེ་བཟའ་འབུམ་སྐྱིད་དང་ཨ་སྟག་ལྷ་མོ་དེ་ཚོ་གི་གནས་གླང་ཟངས་ཅན་ལ་བརྗེ་ཆས་བརྗེ་སྲིད་བརྗེ་ཆས་ཟེར་ཡ་དེ་དྲངས་ནས་དྲན་པ་བརྗེད་ཅིག་ནས་བྱས་བསྡད་ཡོད་རེད། ཁོ་ལོ་གསུམ་འགོར་སོང་ན་ཉི་མ་གསུམ་གི་ཚོར་བ་མ་ཤི་ཡོད་མ་རེད་ད་ཕི་གེ་ལ་དེ་འདྲའི་ཁ་ཐུག་ལ་གནས་འགྲིག་མོ་གི་ཁྲུང་ཁྲུང་ལ་གནས་བཟང་ཁྲུང་བསྐུར་ཡོད་རེད་ད་དེ་ཁྲུང་ཁྲུང་ཡིན་ན་རེད་ཁ་བཏགས་ཡིན་ན་རེད་ད་མདའ་གང་གི་ཁྱི་མོ་ཡིན་ན་རེད། སྤྱིར་བཏང་གི་སོ་བ་གཉུག་མར་གསང་གཉིས་བྲལ་འདི་ཚོའི་ཐོག་ལ། བོད་པ་ཙམ་མ་ཡིན་པའི་རྒྱལ་སྤྱི་གི་ཐོག་ནས་ཨ་ནི་ར་མིན་དེ་ཨ་ནི་འདབ་ཆགས་ཀྱི་རིགས་ར་དེ་ཚོ་བཏང་ཡ་དེ་མང་པོ་འདུག་དེས་ན། ར་ཤི་ཡ་གི་ད་ར་ཤི་ཡ་གི་ཁེ་ཇི་བི་ལ་ཆགས་བྱ་ན་ཁེ་ཇི་བི་གི་ད་འགུག་མོ་ཟེར་ན་རེད་བོད་མི་འཛིན་མ་དེ་འདྲས་སོ་བ་གི་ཆེད་དུ་བེད་སྤྱོད་བཏང་ད་བ་ནོ་གི་སོ་བའི་ལས་ཁུངས་གི་གེབ་སངས་བྱེད་རྒྱུ་གི་བོ་མོ་དེ་ཚོ་མིན་ལ་ཁུག་རྟ་ལབ་ཀི་ཡོ་རེད།

གནས་ཚེ་ར་ཡར་གྱི་ཆེད་དུ་ཕོ་གསར་རྫིག་པོ་དེ་འདྲས་བེད་སྤྱོད་བཏང་ཡོད་ལ། དེ་ལ་ཕ་ཁྱེར་ཕུག་རོན་དཀར་པོ་ཟེར་ནས་གཅིག་ལབ་དགོས་ས་རེད་དེ་རག་གསང་བའི་ལས་ཁུངས་ཀྱི་ཚིག་རེད་དེའི་ནང་བཞིན་གྱི་ང་ཚོ་གི། གསང་བའི་ཆེད་དུ་བེད་སྤྱོད་བཏང་དགོས་ནོ་དེ་ཚོ་ལ་ཁྱི་མོ་ལབ་རྒྱ་ལབ་གི་ཡོད་ན་རེད་ཁྲུང་ཁྲུང་ལབ་གི་ཡོད་ན་རེད་ཁ་བཏགས་ལབ་གི་ཡོད་ན་རེད་གང་ལྟར་ད་དབོན་སང་དང་དེ་ཚོ་གཅིག་ནུས་གི་རིགས་ལ་དེ་འདྲས་བཤད་གི་འདུག་དེ་གཅིག་ནས་གང་ལ་རྒྱལ་སྤྱི་གི་རིག་གཞུང་གསོ་བའི་རིག་གཞུང་གི་ཐོག་ནས། སང་ཉིན་དེ་ཚོ་ལ་ནས་འདབ་ཆགས་ར་ཆ་ཆ་ཆེའུ་གི་མིང་བཏགས་ཡ་དང་དེ་ཚོ་ར་ཕ་ཁྱེར་ད་གཅིག་པ་འདྲ་བོ་ཅིག་རེད་ཤག་དེ་ནས་དེ་འདྲའི་འདྲ་བོ་ཅིག་རེད་ད་ཡིན་ན་ངས་ད་ལྟ་འདིའི་མ་ར་བཤད་པའི་འཇིགས་འཇིགས་འགྲིས་དེ་ལ་ག་རེ་རེད་ཟེར་ན་བོད་མི་རིགས་ཀྱི་ད་སོ་ཉིད་ལ་ཁ་གཏད་བཅད་དགོས་ན་རེད་སོ་ཉིད་ཀྱི་ང་ཚོའི་ནང་ལ་སིམ་འཛུལ་བྱས་ཡོད་ན་རེད་དེ་འདྲའི་གི་མ་ར་བཤད་བཤད་པའི་ཡོང་པའི་ཁ་ཐུག་ལ། ད་ལགས་སུ་དེ་ལ་ལྟ། འཇིག་རྟེན་གྱི་སྡོམ་འདྲ་བོ་ཅིག་ག་འདྲས་ཅིག་བརྒྱབ་ཡོད་པར་ཟིན་ན་འབངས་མི་སེར་གྱི་ཐོག་ནས་བཤད་ལོང་ན་གནས་འདས་འདྲ་བོ་ཅིག་རེད་ཤག་ད་ང་ཚོ་གི་ལྟ་ཅིག་བོད་ཀྱི་བལ་ཡུལ་གྱི་ངོས་ལ་བཤད་ན་རྒྱལ་དོན་གྱི་ཤ་བཞག་རྒྱལ་ཁབ་དང་མི་རིགས་ཀྱི་ཤ་བཞག་ཆེན་པོ་བྱས་ནས་དེ་ཚོ་གི་འགན་ཡོད་ནས་དེ་ཚོ་གི་ད་བས་ན་སྲོག་ལ་ཐུག་པ་དང་དེ་ཚོ་ཁ་ཐུག་ལ་ད་ཅིག་ཅིག་ལ་ད་ཅིག་འོན་སངས་དང་ད་ཉན་པོ་བརྒྱབ་ཡ་དང་ལྐོག་ཤོས་བྱེད་ཡ་དང་དེ་འདྲས་གྱི་རིགས་ཅིག་ཡོད་མ་གཏོགས་སྤྱིར་བཏང་གི་འབངས་མི་སེར་གྱི་འཚོ་བ་གི་ནང་ནས། མི་དང་མི་གི་བར་ལ་ནི་ལྐོག་ཉན་མི་བྱེད་པ། མི་དང་མི་གི་བར་ལ་ལྐོག་ཤི་མི་བྱེད་པ། སྤྱི་ཚོགས་ཟེར་ཡ་དེ་ད་དྲང་པོ་དྲང་རྐྱང་ཁ་རི་ཁ་ཐུག་གི་ཐོག་ནས་བསྡད་དགོས་བར་མ་ཞིག་ཅིག་མངོན་ལྐོག་རྒྱབ་འདིང་གི་ལས་ཀ་མི་བྱེད་པ་དེ་ཧ་ཅང་གལ་ཆེན་པོ་ཟིག་རེད། ད་དཔེར་ན་ང་ཚོ་གི་ཕ་ཡུལ་དུ་བ་ལ་ཆ་བཞག་ན་ད་ཅིག་ལོ་ཆུང་ཆུང་ཡིན་པའི་ཁ་ཐུག་ལ་བུ་གུ་དེ་ཚོ་ལ་ནང་མི་གི་ལྷབ་ཤ་རྒྱབ་པའི་ཁ་ཐུག་ལ་མིའི་གཞན་པ་ལ་འགྲོ་ནས་ཅིག་ལྐོག་ཉན་བྱེད་རྒྱུ་ཡོད་མ་རེད། སོ་སོ་གི་འདྲ་མི་འདྲ་གོ་ཡ་དེ་ཁ་མང་པོ་ཅིག་ནི་ཡ་མ་བཤད་དེ་སྐྱོ་མ་རེད། ད་པད་དུ་མིག་གི་ང་ཚོ་ལྷ་བཤད་གི་ནང་གི་སྐད་ཆེ་ཤོས་ཅིག་དེ་རྒྱབ་གི་ཡོད་ར་བ་དེ་འབི་ས་ནི་གོ་ལོ་ཐི་ལོ་ཆ་ཚང་ཡ་མ་སོང་བཤད་དེ་ནི་དཀྲོག་གཏམ་མ་བཟོ། སྐད་ཆེ་ཤོས་ཅིག་སྟག་ཤ་ར་ཅིག་བུ་ཁྱོ་ཀ་ཅིག་ཡིན་ན། སོང་ནི་ཅིག་ཨ་ནི་འདི་འདྲ་བོ་ད་མི་གཞན་པ་གི་ཅིག་ག་རེ་བཤད་གི་འདུག་དེ་ཚོ་ཉན་ཅིག་དེ་ལྐོག་ཉན་བྱེད་ཡ་དེ་འདྲའི་གི་རིགས་དེ་བསགས་ཉན་ཟིག་གི་ད་ཨམ་དུ་བཟོ་ཆ་ཤ་ན་ཧྲག་ཉན་རྒྱབ་ཡ་གི་རིགས་དེ་པད་སྡུག་སྐྱ་ཚིག་གི་ད་གོ་ལོ་ཐི་ལོ་ཟིག་ཅིག་ཡ་གཅིག་ག་ལྐོག་ཤོས་ཅི་ཡ་གི་བསྟན་པའི་ཆ་ནས། ད་ངས་ད་འདི་བཤད་ཡོད་ནང་བཞིན་སྤྱིར་བཏང་གི་མི་རིགས་གཅིག་གི་ད་ཕྱག་སྲུང་ད་ཁྱད་པར་དག་གི་འཐབ་རྩོད་གི་ཁྲོད་ནས་སོ་ཉིལ་ལ་ཁ་གཏད་བྱེད་དགོས་གི་ཡོད་ན་རེད་ད་སོ་ཉིལ་དེ་ང་ཚོ་གི་ཕ་གཏང་དགོས་གི་དེ་ཡིན་ན་དེ་མེད་ཐབས་མེད་པ་ཅིག་ཡིན་ན་རེད་སྤྱིར་བཏང་གི་ཡིད་མི་གི་ད་འགན་མེད་ནས་གི་ཡིད་མི་དཀྱུས་མ་གི་ངོས་ནས་དེ་ཚོའི་ནང་ལ་ཇུས་གཏོགས་མ་བྱས་པ་དེ་ཧ་ཅང་གལ་ཆེན་པོ་བརྩི་དགོས་རེད་བསྟན་པ་སོང་ཙང་ངས་ད་འདི་བཤད་ཡོད་དེ་ནང་བཞིན་རེད། ང་ཚོ་ཕ་ཡུལ་ན་ལོ་ཆུང་ཆུང་ཡིན་པའི་ཁ་ཐུག་ནས་ཡུལ་མི་བཟོ་ལ་ད་ཡུལ་མི་སྔོན་མ་གི་ཡུལ་མི་བོད་ཀྱི་ད་ཚད་ལྡན་གྱི་ཡུལ་མི་དེ་བཟོ་ལ་དེ་འདྲའི་གི་བྱེད་ཀ་ཡོད་རེད་དེ་འབའ་ཞིག་ནས་འདྲ་མི་འདྲ་གོ་ལོ་ཐི་ལོ་ཟིག་ཅིག་ལ་བཤད་བྲལ་བཤད་གི་མ་རེད་ལ་སོ་སོ་གི་ཅིག་གི་ཅིག་ལྐོག་བཤད་རྒྱབ་ཡ་དང་དེ་འདྲའི་གི་རིགས་དེ་པས་སྡིག་སྐྱ་བརྩི་གི་རེད་བ། འོ་དེ་འདྲའི་འདྲ་བོ་ཅིག་རེད་དེ་འབའ་སོང་ཙང་ད་པས་ན་ང་ཚོ་འདྲ་བོའི་ན་དེ་གི་ཅིག་ད། སྔོན་མ་ཕ་མ་བཟོ་རེས་དང་སྡེ་མི་རྒན་པ་བཟོ་རེས་དེ་འདྲའི་གི་དེ་འདྲའི་བཤད་པ་གི་གོམས་སྲོལ་ཡོད་པ་སོང་ཙང་དྭངས་སང་མི་གཅིག་གི། ཨ་ལུ་ཀར་ཤམ་ད་ཁོ་ལ་ཅིག་གསང་བ་ཞིའུ་ཅིག་བཤད་ཡས་ཡོད་ཁྱི་མི་གཞན་པ་མ་བཤད་ཨ་ལབ་ན་ང་ཚོ་དང་པོ་ཁོ་རང་དེ་ལབ་གི་ཡོད་ད་མི་གཞན་པ་མ་བཤད་པ་གི་སྐད་ཆ་དེ་འདྲའི་ཡིན་ན་ད་ཁོ་ཅིག་ད་ཁྱོད་ང་ལ་བཤད་མི་དགོས་ལབ་གི་ཡོད་ང་དེ་ཉན་ཡས་གི་འདོད་པ་མེད་ཚེ་ཅིག་བྱས་ན་ཉན་ཡས་གི་ཐོབ་ཐང་རེ་ཡོད་མེད་ལོག་བར་དེ་ཡིན་པ་སོང་ཙང་ང་ཚོ་ཅིག་གོ་ལོ་ཐིག་ལོ་ཆ་ཚང་བཤད་བསྡད་དགོས་དེ་ཡག་པོ་ཙི་གེ་མ་རེད། ད་ལྟའི་བོད་མི་རིགས་ཀྱི་སོ་ཉིས་ཀྱི་ཐོག་ནས་ད་སྤྱི་བཏང་གི་གསང་ཉིས་དྲ་དེ་ཚོ་གི་ཅིག་འཚོ་བའི་ཁྲོད་ལ་ད་ལྟའི་ཡོང་པའི་ཁ་ཐུག་ལ་མང་ཚོགས་རང་བཞིན་གྱི་དེ་འབྲེལ་བ་མེད་པ་ཅིག་ཆགས་ཡོད་རེད། ད་འདིའི་ཐོག་ནས་ང་ཚོ་མ་འདོད་སི་ཅིག་བལྟ་ཡོང་ནས་གང་ལ་ད་ཁ་ཚང་ཁེ་ཉིན་གྱི་འདི་སོ་བ་ཉུལ་མ་གི་རིག་གཞུང་དེ་མ་ར་ད་རིག་གཞུང་རྣམས་དུ་སོ་བ་ཉུལ་མ་གི་སྐོར་གྱི་ད་ཅིག་ད་སིམ་འཛུལ་གྱི་སྐད་ཆ་དེ་མ་ཤིག་ཆེན་པོ་ཅིག་ཡོང་ནས་གང་ལ་ད་ང་ཚོ་གི་སྤྱི་ཚོགས་ཀྱི་ཐོག་གི་འབྲེལ་ཡོད་རྣམ་པ་ཚོས་དེའི་སྐོར་ལ་མང་པོ་ཅིག་བཤད་ཀྱི་འདུག་ད་ཁྱད་པར་དུ་དེའི་ད་ལྟ་གི་བདེ་སྲུང་དྲུང་ཆེ་ཀརྨ་རིན་ཆེན་རེད། ད་ག་ནང་བཞིན་གྱི་གནས་སྔོན་མ་གི་བདེ་སྲུང་ནང་ལས་ཀ་བྱས་མྱོང་ནས་གུས་འགའ་བཀྲ་ཤིས་རེད། ད་དེ་ཚོ་གི་ཅིག་འབངས་མི་སེར་ལ་ད་འདའི་སྐབས་ལ་ག་རེ་བྱེད་དགོས་ཀྱི་རེད་ད་དེ་འདྲའི་གི་སྐོར་བཤད་ཀྱི་འདུག་བ། ཨ་ཏི་ཅི་ནི་གང་ལ་ཀར་མ་རིན་ཆེན་གྱི་དུས་ལབ་གི་འདུག་ད་ད་འདའི་སྐབས་ལ་ནི་ད་གྲོང་ཁྱེར་ཀར་མ་རིན་ཆེན་གྱི་ད་འདའི་སྐབས་ལ་ནི་ང་ཚོའི་སྤྱི་ཚོགས་ལ་ཉེན་ཁ་ཡོད་རེད་ཨ་ནི་སྤྱི་ཚོགས་དཔེ་དེ་དེ་ཡོད་རེད་དེ་ཡིན་པ་སོང་ཙང་ཨ་ནི་སོ་སོ་གཏོགས་པ་ཡོད་ནི་གི་མི་དེ་འདྲས་ཡོད་པ་ཡིན་ན་ཨ་ནི་མང་ཚོགས་གི་ཡ་ར་ཞུས་དགོས་ཡ་དེ་དཔེ་གལ་ཆེན་པོ་ཆགས་གོ་རེད་བདེ་སྲུང་ལས་ཁུངས་ར་དེ་ཚོ་ལ་ཞུས་དགོས་ཡ་འོ་ད་དེ་དཔེ་གལ་ཆེན་པོ་ཆགས་གོ་རེད་ད་དོན་དག་དོག་དོག་དེ་གལ་སྲིད་གནད་འགག་དེ་འདྲས་གི་ཅིག་མཐོང་པ་ཡིན་ན་ཨ་ནི་ཡ་ཞུས་དགོས་གི་རེད། ཨ་ནི་ད་གལ་ཆེ་ཤོས་དེ་མང་ཚོགས་རང་བཞིན་གྱི་འགན་འཁུར་དགོས་རེད། ཨ་ནི་དེ་འདྲའི་འདྲ་བོ་ཅིག་བཤད་ཀྱི་འདུག་ཨ་ད་དེ་ལས་ཀྱང་གལ་ཆེ་ཧ་ཅིག་ལ་ཨ་ནི་སྔོན་མ་གི་ད་བདེ་སྲུང་གི་ལས་ཀ་ལས་མྱོང་ནས་དྲུང་ཆེ་ཟེར་བ་ཀུན་དགའ་བཀྲ་ཤིས་རེད་ད་ཁོ་སྔོན་མ་ང་ཚོའི་འགན་འཛིན་རེད་ད་ཁོ་གི་གལ་ཆེ་བཤད་ཀྱི་འདུག། ད་ལྟ་འདི་སྐབས་ལ་ད་ང་ཚོ་རྒྱ་མིའི་ཚོ་བ་ཉུང་མ་འདི་ཚོ་རིགས་འདི་ད་པད་དུ་ད་མཛའ་གྲགས་ཞེའུ་ཆགས་གདའ་ཡོད་རེད་ད་དེ་ཡིན་པ་སོང་ཙང་ད་མཛའ་གྲགས་འདི་ཚོ་ལ་ཁ་གཏད་བྱེད་ཡག་གི་ཆེད་དུ་ད་ག་རེ་བྱེད་དགོས་གི་རེད་ན་ད་འབངས་མི་སེར་ཆ་ཚང་གི་ལྐོག་བཤད་བྱེད་དགོས་གི་རེད། ད་འདི་སེ་འབྲེལ་བ་ཡོད་ན་བོད་ཀྱི་སྤྱི་ཚོགས་ཀྱི་ལྷང་འཇགས་ལ་འབྲེལ་བ་ཡོད་རེད་རྒྱལ་བ་རིན་པོ་ཆེ་གི་སྐུ་ཞབས་གཟིགས་པར་དེ་འབྲེལ་བ་ཆགས་ཚར་རེད་ད་ཆ་ཚང་གི་ཡར་ལྐོག་བཤད་བྱེད་དགོས་གི་རེད་དེ་འདྲའི་འདྲ་བོ་ཅིག་བཤད་གི་འདུག། དེའི་ཐོག་ནས་ངའི་བསམ་བློ་གཅིག་བཏང་པ་ཡིན་ན་དེ་དེ་འདྲའི་རང་ཡིན་ན་བསམ་གི་འདུག་ད་ཀུན་དགའ་འདྲ་ཞིག་གི་བཤད་སྟངས་ཡིན་ན་ད་ལྐོག་ཤུལ་བྱེད་ཡ་ལ་ད་དེ་ལྟར་འཚེར་སྣང་བྱེད་རྒྱུ་བ་མ་རེད་ཟེར་རྒྱ་ཁབ་རམ་ད་ཅིག་རྒྱ་བ་རིན་པོ་ཆེ་གི་སྐུ་བཤད་གི་དེ་ཡིན་པ་སོང་ཙང་སོ་སོ་གི་ནང་མི་ཡིན་ན་རེད་ད་གང་ལྟར་བཙོང་དགོ་གི་རེད་ཟེར་ད་སྤུན་རྒྱ་ཡིན་ན་རེད་བཙོང་དགོ་གི་རེད་ཕ་ཡུལ་གཅིག་པ་ཡིན་ན་རེད་བཙོང་དགོ་གི་རེད་ད་གང་ལྟར་ད་དོན་དག་འདྲ་བོ་དེ་འདྲའི་རེད་ཤག་ད་དེ་ལས་དེ་འདྲའི་ཆ་ཚང་ལ་ལྟ་རྒྱུ་བ་མ་རེད་ཀུན་དགའ་འདྲ་ཞིག་ག་ཤག་ད་དོགས་པ་རྣམས་དོགས་ཡོད་ན་ད་བཙོང་རྐྱང་བྱེད་ན་ཡ་ར་ཞུ་རྐྱང་བྱེད་དགོ་གི་རེད་ཟེར་དེ་འདྲའི་འདྲ་བོ་ཅིག་བཤད་ཀི་འདུག་ད་དེའི་སྐད་ཆ་ཕྱོགས་གཅིག་ནས་བལྟས་ན་དེ་སེམས་ཤུགས་འདྲ་བོ་ཅིག་རེད། ཕྱོགས་གཅིག་ནས་བཤད་ན་ད་དེ་ད་ལྟའི་ཉེན་ཁ་འདྲ་བོ་ཅིག་ཆགས་ཀི་ཡོད་རེད། ད་རྒྱ་ནག་གཞུང་གི་དེ་འདྲའི་འདྲ་བོ་ཅིག་བྱས་བསྡད་ཡོད་རེད་ད་སྤྱི་ཚོགས་ཅིག་ལ་ཆ་བཤད་ན་སྤྱི་ཚོགས་ཀི་མཐུན་ལམ་ཟེར་ཡ་དེ་གལ་ཆེ་ཤོས་དེ་ག་རེད་ན། མི་དང་མིའི་བར་ལ་ཡིད་ཆེས་ཡོད་པ། གོ་ལོག་ཐིག་ལོག་དེ་གཅིག་ཡར་མར་གཅིག་ནས་གཅིག་སྐད་ཆ་དེ་གཅིག་གི་སྐད་ཆ་གཅིག་ག་སྐད་གཅིག་གི་སྐད་ཆ་གཅིག་ག་སྐད་ཁ་ཁ་མང་པོ་གཅིག་ཡོད་རེད་བ་དེ་འདྲས་མ་ཤེས་པ་དེ་ཧ་ཅང་གལ་ཆེན་པོ་ཆགས་ཀྱི་ཡོད་རེད་ད་ང་ཚོའི་སྤྱི་ཚོགས་ཐོག་ན་དེང་སང་སོ་བ་ཟིན་ནས་དབུ་རྒྱབ་ནས་དྲ་ཐོག་ར་ལྟ་བ་ལྟ་ཅིག་བྱིའུ་འགྲོ་ལྟ་དེ་ཚོ་སྤྱིར་བཏང་གི་རྩ་ཚང་ནས་སྤྱི་ཚོགས་གཅིག་གི་ལས་སྟངས་མ་རེད།

ཅིག་ད་ཧྥ་ལུང་ཀོང་ར་དེ་འདྲའི་གི་ཨ་ནེ་དེ་ད་ཅིག་ཅིག་ཆོ་ག་ཕྱག་ལེན་འདྲ་བོ་ཉམས་ལེན་བྱེད་གི་འདུག་མི་འདུག་གལ་སྲིད་དེ་འདྲའི་ཡོད་ན་ནི་བཤད་དགོས་ད་དེ་འདྲའི་བྱེད་ན་ནི་ད་ཆེན་པོ་ཡོན་ཧྲང་གཉིས་པ་གི་ལས་ཀ་དེ་སྐྱེད་བསྲང་བྱེད་དགོས་རེད་བ་ལ་ཨ་མ་ཡིན་ན་བཙོང་དགོས་རེད་ད་ག་ནང་བཞིན་གི་ཞི་ཅིན་ཕིང་འདྲ་དེ་ཚོ་ལ་སྡིག་སྐྱག་བཤད་ནི་འདུག་མི་འདུག་དེ་འདྲའི་བྱེད་ནི་སྤྱི་ཚོགས་གི་ལོ་ཆུང་ཆུང་ཡིན་པའི་ཁ་ཐུག་ནས་བཟུང་སྟེ་བུ་གུ་དེ་ཚོ་ལ་དེ་བྱེད་ཡོང་ནི་གང་ལ་ད་ཕ་མ་དང་བུ་གུ་བར་ལ་ཡིད་ཆེས་མེད། གྲོགས་པོ་དང་གྲོགས་པོའི་བར་ལ་ཡིད་ཆེས་མེད། ད་ལྟ་ག་ནང་བཞིན་འགྱོ་ནི་ཅི་ད་ད་འདའི་སྐབས་ལ་རྒྱ་ནག་གཞུང་གི་མི་ཆ་ཚང་རྒྱ་ནག་གཞུང་འདྲ་བོ་ཡིན་ན་ད་དགེ་རྒན་བཟོ་བ་སློབ་མ་བཟོ་བ་ཚོང་པ་བཟོ་བ་ད་ལས་བཟོ་བ་བཟོ་བ་ད་རྒྱ་ནག་གི་དེང་སང་ཞི་ལོག་ལ་འགྲོ་འོང་ནི་གང་ལ་རྒྱ་ནག་གཞུང་ལབ་ནི་གང་ལ་རྒྱ་མི་ལབ་ན་མི་ཆ་ཚང་ཧང་སང་དུ་ཡོད་གི་རྒྱུ་མཚན་ཅི་ག་རེད་ན་མི་ཆ་ཚང་ལ་ཉན་པོ་རྒྱབ་ནི་ཆ་ཚང་ལྐོག་བཤད་བྱས་ནི་གི་རིམ་པ་ཅི་ག་ཁྲིག་གོ་རེད། དེ་ཡིན་པ་སོང་ཙང་ནི་ཁར་ཙང་ད། ང་ཚོ་སྐུ་ངོ་ཀུན་དགའ་བཀྲ་ཤིས་ར་ཁོ་ཚོ་གི་སྤོབས་པ་ཆ་ཚང་གི་རྒྱལ་བ་རིན་པོ་ཆེ་ར་གཅིག་གི་སྐུ་ཕྱྭ་གི་ད་མཛའ་གྲགས་ཐུག་ཚར་ད་ཆ་ཚང་གི་ཨ་ནི་ད་ཡ་ཡར་བཞུ་རྐྱང་བྱེད་དགོ་གི་གྲོགས་པོ་ཡིན་མི་ན་ད་རྒྱལ་ཡོ་མ་རི་ད་ལོང་ཚན་གཅིག་པ་ཡིན་མི་ན་ད་རྒྱལ་ཡོ་མ་རི་སེ་གཅིག་འདུག་སྐད་ཆ་དེ་སེམས་ཤིག་གི་སྐད་ཆ་རེ་རེ་ཡིན་ན་དེ་སྤྱི་ཚོགས་གི་ཐོག་ནས་འགྲོ་ན་དེ་འདྲས་གཅིག་རེད་མ་རེད་དེ་གལ་ཆེན་པོ་ཆགས་འདུག། ད་ང་ཚོ་ཡུལ་མིའི་རང་བཞིན་གྱི་ཐོག་ནས་བཤད་ན་སའི་སྐོར་དང་ཡུལ་མི་ལ་སོ་བ་སིང་གི་འགྲོ་ཡ་དང་ཨུར་རྒྱབ་ནས་ཆ་ཚང་ལ་སོང་ནས་ལྐོག་བཤད་བྱེད་ཡ་གི་འགན་ཡོད་བ་མ་རེད་ཡུལ་མི་ལ་དེ་ཡོད་བ་མ་རེད་ཡུལ་མི་ལ་འགན་གཅིག་ཡོད་པ་དེ་ག་རེ་རེད་ཟེར་ན་སོ་སོ་སོ་བ་མ་བྱས་པ་དང་སོ་སོ་གི་ཐོག་ན་སོ་བ་གི་རྒྱུ་བྱ་འདུག་མི་འདུག་སོ་བ་ཉུལ་མ་ལ་དགོས་ནས་འདུག་མི་འདུག་སོ་སོ་དེ་གི་དགོས་མཁོ་མ་ཆགས་པ་དང་སོ་སོ་གི་མ་བྱས་པ་ཡུལ་མི་ཚད་ལྡན་ཟིག་བྱེད་དགོས་ཡ་ད་དེའི་དཔེ་གལ་ཆེན་པོ་ཆགས་འདོར་མ་གཏོགས་ཆ་ཚང་ཨུར་རྒྱབ་ནས་སོ་བ་སིང་གི་འགྲོ་ནས་ཅི་ཡོད་བ་མ་རེད། རྒྱ་མིའི་སོ་བ་དང་སང་ཉིད་དང་དེ་ཚོ་གི་ང་ཚོ་གི་སྤྱི་ཚོགས་ལ་ཨ་ནི་སིམ་འཛུལ་དང་ལྐོག་འཛུལ་བྱེད་གི་ཡོད་ན། དེ་ལ་ལས་ཁུངས་ཆེད་དུ་བཙུགས་ནས་གླ་ཆ་ཆེད་དུ་སྤྲད་ལས་གཞུང་ནས་མི་གཅིག་ཡོད་ར་དེ་ཚོ་གི་ལྐོག་འཛུལ་གྱིས་དེ་ཚོ་གི་ཨ་ནི་སོ་ལྟ་བྱས་ནས་ཅིག་སྤྱི་ཚོགས་ལ་གནོད་པ་མ་བྱས་པ་བྱེད་དགོས་མ་གཏོགས་ཡིན་མི་ཆ་ཚང་སོ་བ་ལ་ཁ་གཏད་ཅིག་གི་འུར་ལངས་ནས་འགྲོ་ས་ཟིག་གེ་ཡོད་མ་རེད། དེའི་ཐོབ་ཐང་ར་ཡོད་བ་མ་རེད་ད་དཔེ་ན་ད་ལྟ་གི་ཅིག་དམངས་གཙོ་གི་སྤྱི་ཚོགས་དག་གི་ཐོག་ལ་ཆ་བཤར་ན་ང་ཚོ་མིའི་ཆ་ཚང་ལྐོག་ཤལ་བྱེད་ཡ་དང་ཡ་མ་དེ་འདྲས་བྱེད་ཡ་གི་ཐོབ་ཐང་ཁོ་རང་ཡོད་བ་མ་རེད་གསང་བའི་ལས་ཁུངས་ར་དེ་ཚོ་གི་ར་དེ་འདྲས་གི་དེ་འདྲས་གི་རིགས་དུ་མིན་ལ་དེ་འདྲས་གི་ཧ་ལམ་བྱེད་ཅིག་གི་མ་རེད་དེ་བྱེད་ན་ཁྲིམས་འགལ་ཆགས་གི་ཡོད་བ་རེད་ད་དཔེ་ན་ཆ་བཤར་ན་ང་ཚོ་ཨ་རི་ལ་ཆ་བཤར་ན་སྔོན་མ་ཨ་རི་ནང་ནས་འདི་འདྲས་ཅིག་བྱུང་བར་བ་སྔོན་མ་གི་ཉེག་སྲིང་གི་དོན་དག་དེ་ལ་བདུན་ཅུ་དང་གཉིས་དང་གསུམ་ལོ་གི་ཨ་རི་གི་སྲིད་འཛིན་ཉེག་སིན་ལ་གོ་ར། རྒྱ་ནག་གི་རྒྱ་ཡིག་གི་ཐོག་ནས་ཉེ་ཁི་སོང་ལ་ཡ་དེ་རེད་འོ་ད་དེའི་ག་ཐིག་ལ་ཨ་ནི་དོན་རྐྱེན་གཅིག་བྱུང་བ་དེ Water Gate ཟེར་ཡ་དེ་རེད Water Gate གི་དོན་རྐྱེན་དེ་ག་རེ་རེད་ན་རྒྱ་གི་སི་མན་ཧྲི་ཅན་འདྲི་བ་སི་མན་ཧྲི་ཅན་དེ་ག་རེ་གཅིག་བྱུང་བ་རེད་ད་ན་ཉེ་ཁི་སོང་ཁོ་རང་ད་སྲིད་འཛིན་ན་ཡང་བསྐྱུར་ཐོབ་ཡ་གི་ཆེད་དུ་ད་ཕར་ཞོག་གི་ཁོ་རང་གི་ཁ་གཏད་ཚོགས་པ་དམངས་གཙོ་ཚོགས་པ་གི་ལས་ཁུངས་ཨ་མ་དེའི་ནང་ལ་སོང་ནས་ད་ལྐོག་ལྟ་བྱེད་ཡ་ལྐོག་ཉན་རྒྱབ་ཡ་དེ་འདྲའི་གི་ནི་ཅིག་སྒྲ་ལེན་སྐད་སྒྲ་དེ་འདྲའི་ནང་ནང་བརྩིགས་དེ་འདྲའི་བྱེད་ཡོང་ནས་གང་ལ། ཨ་ནི་དེའི་རྗེས་ནས་གྲིན་ཚོགས་གི་ཧ་གོ་ནས་ད་གྲིན་ཚོགས་ར་དེ་ཚོ་ཧ་གོ་ནས་ཅིག་ཨ་ནི་ཉི་ཁི་སོང་ཁོ་རང་ཨ་ནི་སྲིད་འཛིན་འཁྱོག་རག་པར་ད་དགོངས་པ་བྱས་ནས་འགྲོ་གོ་བྱུང་པར་ཁྲིམས་འགལ་བྱེད་ཡོད་ཅེས་པར་ག་རེ་རེད་ཟེར་ན་སོ་སོ་སྒེར་གི་ཆེད་དུ་དཔེར་ན་ད་སྲིད་འཛིན་ཟིག་ཡིན་ན་ར་འབངས་མི་སེར་གི་ཐོག་བ་ད་ག་ཟིག་མྱི་ཞིབ་བྱེད་ཡ་དང་ད་ག་ཟིག་སྐད་ཆ་ཡར་མ་ར་ལེན་ཡ་དེ་ཚོ་འགྲིག་གི་ཡོད་མ་རེད་དེ་ཡིན་པ་སོང་ཙང་འོ་ད་དེ་འདྲའི་གི་གནད་དོན་ཚབས་ཆེན་ན་བརྩི་གོ་རེད་ད་དཔེར་ན་ཨ་རི་འདྲ་བོ་དང་རང་དབང་དང་མང་གཙོ་གི་ལུང་པ་གཅིག་ག་ཆགས་བྱ་བ་ཡིན་ན་ད་འདི་འདྲའི་འདྲ་བོ་རེད་རྒྱལ་ཁབ་གི་ཁེ་ཕན། ད་རྒྱལ་ཁབ་ཀྱི་ཁེ་ཕན་དང་ད་སྤྱིར་ན་འགྲོ་བ་མིའི་རིགས་ཀྱི་ཁེ་ཕན་ཟེར་ན་རེད་ད་གང་ལྟར་རང་དབང་དང་དམངས་གཙོའི་ཁེ་ཕན་ཟེར་ན་འགྲིག་གི་ད་མིའི་རིགས་ཀྱི་ད་ཐུན་མོང་གི་ལྟ་ཚིག་གི་རིན་ཐང་ལྟ་ཚུལ་འདི་ཚོ་ལ་སྲུང་སྐྱོབ་བྱེད་ཡ་དང་སོ་སོ་གི་རྒྱལ་ཁབ་ལ་སྲུང་སྐྱོབ་བྱེད་ཡ་གི་ཆེད་དུ་ཨ་ནི་སོ་གཉིས་ཀྱི་ལས་ཀ་གཅིག་ཅེས་ཆོག་གོ་སང་གཉིས་ཀྱི་ལས་ཀ་གཅིག་ཡིན་ན་སང་གཉིས་ཀྱི་ལས་ཀ་དེ་ཁྱབ་ཁོངས་ག་བ་ཛྒ་ཅིག་ཡིན་ཚད་གཞི་ག་བ་ཛྒ་ཅིག་ཡིན་དེ་གསང་བའི་ལས་ཁུངས་ཨ་རེ་ཆགས་ཆགས་ན CIA རེད་ད་ག་ནང་བཞིན་གྱི FBI རེད་ནས DIA ད་རྒྱལ་ཁབ་རྒྱལ་སྲུང་གྱི་དམག་མི་གྱི་དེ་ཚོར་དེ་ཚོ་གྱི་རིགས་གྱི་གྲོས་ཚོགས་ནང་ལ་སླེབས་ནས་ཀྱི་གྲོས་ཚོགས་ནང་ལ་བཙུགས་བྱ་རྒྱུ་གྱི་གསང་ལས་ཚན་ཁག་ལ་ཞིབ་འཇུག་བྱས་ནས་གྱི་དེ་ཚོ་གྱི་ནས་འཐུས་མི་ཚོ་ལ་ལོ་རེ་རེ་ལ་ཉན་ཞིབ་བྱས་ནས་ངས་ད་ལོ་འདི་བྱེད་གིན་འདི་བྱེད་གིན་འགྲོ་སོང་འདི་འདྲས་བྱེད་དགོས་གྱི་ཡོད་ཟེར་དེ་དེ་བྱེད་དགོས་གྱི་རེད་དེ་བྱས་ནས་གང་ལ་ནས་ཁོ་རང་གྱི་ཚོ་གྱི་སྐྱེད་བསྲིང་བྱེད་རྒྱུ་གྱི་མི་སྣ་ད་ངོ་ནས་དྲངས་ནས་ནི་སོ་གཉིས་གྱི་སོ་གཉིས་གྱི་དགོས་མཁོ་བྱས་ནས། རེད་བ། གནའ་དོན་དེ་ག་རེའི་ཆེད་དུ་བྱས་དགོས་ནི་ན་བྱས་ནི་ངེས་ཟིན་ཁོ་རང་ཡོད་ནི་འོ་ད་མི་དེ་འདྲས་སྐྱེབ་སངས་ཀྱིས་དེ་གི་ད་ང་ཚོ་སྐད་ལ་གོ་མར་ད་པེ་ན་ང་ཚོ་འཐབ་ཇུས་དང་འཐབ་རྩིས་གཉིས་གི་ཐོག་ནས་བཤད་ན་གསང་བའི་ལས་ཁུངས་དེ་ཚོ་གི་སྐྱེབ་སངས་བྱེད་རྒྱུ་གི་མི་དེ་ཚོ་གི་འཐབ་ཇུས་ད་ཇི་ཡག་པོ་ཅིག་བཤད་གི་ཡོད་པ་མ་ཟད་ཨ་ནེ་དེ་གི

དེ་ང་ཚོ་ཧ་གོ་དགོས། དེ་ནས་གར་ཚང་འདིའི་ཐོག་ལ་ད་དེ་ངས་གར་ཚང་གུང་དགའ་བཀྲ་ཤིས་ཡོད་དེ་ཚོ་གི་བཤད་རྒྱུ་ག་ཆ་དེ་ལྟ་ཡིན་ད་དེ་ཚོ་རིགས་ད་སྤྱིར་བཏང་མང་པོ་བཤད་དགོས་ཡ་ཙི་ཀས་མི་འདུག་ད་ལོ་རྒྱུས་ཁ་ཤས་ཚོ་ཁོ་རང་ཚོ་གི་བཤད་སྐོར་དེ་འདྲས་རེད་དེ་ང་ཚོ་དེ་བརྒྱ་ཆ་བརྒྱ་གི་འདུག་བསྐྱར་ཙི་བཤད་གི་མེད་ཡིན་ན་དེའི་ཐོག་ནས་གུང་དགའ་བཀྲ་ཤིས་ཀི་གར་ཚང་བཤད་རྒྱུ་ག་ཆ་ཅིག་ལ། འདི་གི་སྐོར་ཅིག་བཤད་སོང་བ། ད་ཇུའི་ཤི་མི་རིགས་དེ་ཅིག་ཡག་པོ་ཆགས་པ་དང་ཇུའི་ཤི་མི་རིགས་དེ་ལ་འཛམ་བུ་གླང་གི་ད་ཁོ་སྔོན་ཐོན་མི་རིགས་གཟའ་རྩི་སྐོར་དེ་གི་ཅིག་ག་རེ་རེད་ཟེར་ན། མིའི་ཆ་ཚང་གི་རྒྱལ་ཁབ་གཞུང་ལ་ལྐོག་བཤད་བྱེད་གི་ཡོད་པའི་རྣམ་པ་འདྲ་བོ་ཅིག་བཤད་སོང་མིའི་ཆ་ཚང་གི་རྒྱལ་ཁབ་གི་ཨམ་འཇོག་བྱས་ནས་ཅིག་དེ་ཆགས་རེད་ཟེར་དེ་ཇུའི་ཤི་མི་རིགས་གི་ལོ་རྒྱུས་གི་འཕེལ་རིམ་གི་ཐོག་ནས་བཤད་ན་ཇུའི་ཤི་མི་རིགས་དེ་འདྲས་ཅིག་མ་རེད་ད། དེས་ང་ཚོ་ང་ཚོ་བོད་པ་གི་ཁ་ཐོག་ཚོས་ཀྱི་བྱོས་ཞི་མི་རིགས་ལ་སློབ་སྦྱོང་བྱེད་དགོས་ལབ་སྐོར་དེའི་ཁྲོད་ནས་བྱོས་ཞི་མི་རིགས་ཀྱི་མི་ཆ་ཚང་གི་ཚོང་རྒྱལ་ཁབ་གཞུང་ལ་ལྐོག་ཞི་བྱེད་དགོས་ལ་ཡི་གི་དེ་འདྲའི་ཅིག་ལ་ངེས་འཛིན་བྱེད་ན་ནི་འགྲིག་གི་མ་རེད་བྱོས་ཞི་མི་རིགས་དེ་ལ་ངོ་ནས་བཤད་ཡོང་ན་ང་རང་ཚོ་ནང་བཞིན་གི་མ་འདྲ་བ་གི་མི་རིགས་དེ་ལ་ད་ཁོ་ཐུན་མོང་གི་ནུས་པ་ཆེན་པོ་དགར་ས་ཁོ་ཐག་གཅིག་གྱུར་གྱི་འདུ་ཤེས་ཧ་ཅང་ཆེན་པོ་ཡོད་རྒྱུ་གཅིག་རེད། དེ་གི་གཅིག་གྱུར་གྱི་འདུ་ཤེས་དེ་དགར་ན་རྒྱུའི་ཕྱི་མི་རིགས་དེ་ཡིན་ན། ཧ་ལམ་རྒྱུའི་ཕྱི་མི་རིགས་དེ་མི་རིགས་གཅིག་ཡང་ཡིན་པ་ཁོ་ཚོ་ལ་རྒྱལ་ཁབ་གཅིག་ཡང་ཡིན་པ་ཐ་ན་ཆོས་ལུགས་གཅིག་ཡང་ཡིན་པ་མི་རིགས་དེ་ཧ་ལམ་ཆོས་ལུགས་གཅིག་གི་ནང་ཚུད་སྐོར་དང་མི་རིགས་དེ་ཆ་ཚང་ང་ཚོ་བོད་པ་ཡིན་ན་བོད་པ་ཆ་ཚང་ནང་པ་ནང་ང་ཚིག་གི་མ་རེད། ནང་པ་གི་ནང་ན་ད་ང་ཚོ་གྲུབ་མཐའ་འདྲ་མི་འདྲ་ཞིག་ཡོད་ཅིག་དེའི་བར་ལ་གསལ་རེས་བྱེད་བདེ་བ་རེད། རྒྱུའི་ཕྱི་མི་རིགས་ནང་ལ་སྤྱིར་བཏང་གི་རིག་གཞུང་གི་ཐོག་ནས་དོ་ར་གི་ཐོག་ལ་ཅིག་སྐད་ཆ་བཤད་སྟངས་འདྲ་མི་འདྲ་དེ་འདྲ་དེ་ལྟས་སུ་ཡོད་བ་ད་རིག་གཞུང་གི་མ་འདྲ་བ་ཡིན་ན་དེ་གྲུབ་མཐའ་ལག་གཡས་ནས་མངོན་གསལ་དོད་པོ་གི་ཡེ་ཤེས་གི་ཆོས་ལུགས་ནང་བཞིན་ཁ་ཆེ་གི་ཆོས་ལུགས་ནང་བཞིན་ད་ནང་པ་ཡིན་ན་ད་ནང་པ་ནང་ན་རྙོག་དྲ་འདྲ་མི་འདྲ་ཡོད་བ་ད་དེའི་ནང་བཞིན་ཡོད་མ་རེད་ཟེར་ན་འགྲིག་གོ་རེད། དེ་བས་ཀྱང་མི་རིགས་དེ་ཆོས་ལུགས་ཀྱི་མི་རིགས་འདྲ་བོ་ཅིག་ཆགས་སྐོར་དང་གལ་ཆེ་ཤོས་དེ་མི་རིགས་དེའི་ཐོག་གི་རྡོག་རྩ་གཅིག་སྒྲིལ་དང་ཆོས་ལུགས་ཀྱི་མི་རིགས་ཤིག་ག་འདྲས་ཆགས་སྐོར་དང། ཁོ་རང་ཚོ་གི་ཡེ་ཤུའི་གི་ཆོས་ལུགས་མ་གཏོགས་ཁོ་རང་ཚོ་གི་དེ། ད་འདི་གི་ཅིག་གཏོ་ར་གི་ནང་གི་འགྲེལ་བཤད་རྒྱབ་ནས་གང་ལ་ད་ལྟ་འདི་ཡེ་ཤུའི་གི་ཚིག་བཤད་ལེའོ་ན་འདི chosen people of the God ཟེར་ཡ་ཅིག་གོ་ར་དཀོན་མཆོག་གི་བདམས་པའི་རིགས་རྒྱུད་ཅིག་ལ་བརྩི་སྐོར་ཁོ་རང་ཚོ་གི་མི་རིགས་དེའི་ནང་ནས་སྐྱེས་ན་ཨ་ནི་དེ་ཆོས་ལུགས་དེ་གི་ཅིག་དེ་གི་བྱིན་གྱིས་བརླབས་རྒྱུ་འདྲ་བོ་དང་དགག་སྒྲུབ་ཀྱི་བྱིན་གྱིས་བརླབས་རྒྱུ་འདྲ་བོ་གི་མི་རིགས་ཅིག་ལ་ངེས་འཛིན་བྱེད་ཀྱི་ཡོད་རེད་དེ་ཡིན་པ་སོང་ཙང་མི་རིགས་དེའི་ཁྱབ་ཁོངས་ནས་སྐྱེས་བ་ཙམ་གྱི་ཁོ་རང་ཚོ་ལ་དེའི་རྡོག་རྩ་གཅིག་སྒྲིལ་ཡོད་རེད་ད་བརྗོད་བྱའི་མི་རིགས་ལ་དེ་གཅིག་རེད། གཉིས་ནས་ད་བརྗོད་བྱའི་མི་རིགས་དེ་འདི་འདྲའི་གི་སྐོར་ལ་དཔེར་བྱང་པོ་ཅིག་རེད། རྒྱ་ཁབ་ཟེར་གཅིག་གཅིག་གཅིག་ལ་གསང་བ་སྐྱ་ས་གི་དེ་འདྲའི་སྐད་མ་རེད་ཡིན་ན་ཁོ་རང་ཚོ་ནང་ཁུལ་ལ་མི་རིགས་དེ་གི་ནང་ལ་མི་རིགས་གཞན་པ་གི་ལྐོག་འཛུལ་བྱེད་དགོས་ན་ཧ་ཅང་ཁག་པོ་ཅིག་རེད། མི་རིགས་དེའི་སྤྱི་བཏང་གི་ཐོག་ནས་བཤད་ཡོང་ན། རྒྱལ་ཁབ་གཞན་པ་གི་ཅིག་སྔོན་ཐོན་གི་ཀར་སོགས་ཅིག་བསམ་བློ་ར་དེ་ཟོ་སི་ར་དཔལ་དུ་ཁོ་རང་ཚོ་ནང་འདྲེན་གྱིས་ཆོག་ཆོག་དེ་འདྲས་ཅིག་རེད་ཡིན་ན་ཁོ་རང་ཚོ་གི་ཐོག་གི་ཅིག་ཞན་ཆ་འདྲ་བོ་ར་ཡིན་ན་ཁོ་རང་ཚོ་གི་མི་རིགས་དེའི་ནང་ལ་མི་རིགས་གཞན་པ་ཅིག་འཛིག་དགོ་གི་ཡོད་ན་དེའི་རིག་གནས་ར་དེ་འདྲས་གི་བཀག་རྒྱ་མང་པོ་ཅིག་གི་ཐོག་ནས་ང་ཚོ་ནང་བཞིན་གི་དཔལ་དུ་ཨོ་ཕིན་སྒོ་ཕྱེས་ནས་ཡོང་ཆོག་ཆོག་དེ་འདྲས་ཀས་མ་རེད། དེ་ཡིན་པ་མཚུངས་སོང་ད་ང་ཚོ་ལ་ཆ་བཞག་ན་རིག་གནས་མང་པོ་འགྱུར་བ་ཐེབས་ཚར་ལྷ་སྒྲུང་མང་པོ་འགྱུར་བ་བཏང་ཚར་སྐད་ཡིག་མང་པོ་འགྱུར་བ་བཏང་ཚར་ཁོ་རང་ཚོ་ཆ་ན་ལོ་གཅིག་ད་རྒྱུན་ཤེས་མི་རིགས་ད་ལྟ་བྱུང་ནས་བཟུང་སྟེ་ད་ལོ་སུམ་སྟོང་བཞི་སྟོང་སྐད་ཆ་བཤད་དགོས་རེད་དེ་ནས་ཆོས་ལུགས་དེ་བྱུང་ནས་ད་ལྟ་བར་དུ་དེའི་སྐད་ཡིག་དང་རིག་གཞུང་དང་ཆོས་ལུགས་དང་དེ་ཚོ་ལ་འགྱུར་བ་འགྲོ་བ་མ་རེད་དེ་འདྲའི་གི་མི་རིགས་དྲག་པོ་ཅིག་རེད་དེ་ན་ད་ང་ཚོ་བཤད་སྟངས་དེ་འདྲས་ཡོད་རེད་རྒྱུན་ཤེས་མི་རིགས་གཅིག་ནང་ཁུལ་ནས་དེ་ན་རྒྱུན་ཤེས་མི་རིགས་གཅིག་མགྲོན་ཁང་གཅིག་གི་ནང་ནས་བསྡད་པ་ཡིན་ན། མགྲོན་ཁང་དེའི་གི་རྩིག་པ་ངོ་ལ་ཡི་གེ་བྲིས་ནས་སང་ཉིན་ཁོ་རང་ཚོ་མི་གཞན་པ་ཅིག་ཡོང་གི་རེད་བསམ་ན་ད་ཤོག་གོ་དེ་འདྲས་ད་ང་ཚོ་ཅིག་ཤོག་ཤོག་ཤང་དེ་འདྲས་བཞག་ནས་ཅིག་འོང་ད་ཁོ་རང་ཚོ་ཁོ་རང་ཚོ་གི་སྐད་ཡིག་གི་ཐོག་བྲིས་དགོས་རེད་ད་མགྲོན་ཁང་འདིའི་ནང་ནས་བསྡད་པ་ཡིན་ན་འདིའི་ཕར་ཤོག་འདི་ལ་ཨ་ནི Mini Water ད་དཔེར་ན་ཅིག་ང་ཚོ་ཆུ་གི་ལ་སི་གང་ཡོད་ཆུ་བཙོང་ས་ཅིག་འདུག་དེའི་ཆུ་དེ་གོང་ཆུང་ཆུང་རེད་བྱ་ཨ་ནི་ཟ་ང་འདིའི་ནང་གི་ཟ་མ་གོང་ཆེ་ཡ་འདུག་ཕར་ཤོག་དེ་གོང་ཆུང་བ་རེད་བྱ་ཨ་ནི་ད་དེ་འདྲས་ཡན་ཆད་པོ་གཅིག་ཅིག་ལ་དེ་གནས་ཚུལ་དེ་ཁོ་ཚོའི་ནང་ཁུལ་ལ་ད་དྭངས་སང་བཤད་ན་གནས་ཚུལ་ཤེས་རིག་བ་གཅིག་གིས་གཅིག་ལ་གནས་ཚུལ་བརྒྱུད་སྤུས་བཏང་ཡ་དེ་ཧ་ཅང་ཁོ་རང་ཚོའི་ནང་ལ་དེ་འདྲས་ཡོད་པ་ཅི་ཨ་ནས་མི་རིགས་གཞན་པ་ལ་ཨ་ནས་ཅིག་ནང་ལ་འཛུལ་དགོས་ན་ཧ་ཅང་ཁག་པོ་བརྩི་གི་ཡོད་རེད་དེ་ཡིན་པ་ཚང་ཚང་རྗོའུ་ཤིའི་མི་རིགས་དེ་འདྲས་ཅིག་རེད་མ་གཏོགས་རྗོའུ་ཤིའི་མི་རིགས་དེ་ཆ་ཚང་འགྲོ་ནས་གཞུང་ལ་ལྐོག་ཤི་ཞིག་དོར་ནས་དེ་འདྲས་ཅིག་མ་རེད་སྤྱི་ཚོགས་རང་བཞིན་གྱི་མཐུན་ལམ་དེ་ཡག་པོ་ཡོད་རེད་འོ་དེ་འདྲས་འདྲ་བོ་ཅིག་རེད་དེ་ཡིན་པ་ཚང་ཚང་དེ་ང་ཚོ་ཡང་ཞོར་གཅིག་ཏུ་ཅིག་ཅིག་བྱས་ན་ཡག་པོ་འདུག་བསམ་སོང་དེ། ད་ནི་ད་ད་འདི་སྐབས་ལ་ད་ང་ཚོ་འདི་རེད་ད་ངས་དེ་རིང་འདིའི་རིམ་པ་འདིར་ཅིག་བཤད་བཞག་གོ་བསམ་སོང། ད་ཁར་སང་ང་ཚོ་བོད་པ་གི་སྤྱི་ཚོགས་དང་འབྲེལ་བའི་ད་ད་ཁྱད་པར་དུ་གི་ཨ་རིག་གི་ད་ད་གི་དེའི་སང་ཉིན་དེ་ཉིག་བྱུང་བ་རེད་ཨ་རིག་གི་ད་གར་ས་དེའི། པདྨ་རྡོ་རྗེའི་ངག་དབང་གི་གནད་དོན་དེ་བྱུང་ནས་གང་ལྟར་དེའི་སྐོར་ལ་ངས་རྗེས་ནས་བཤད་དགོས་ཡིན་ན། ཁོ་རང་ག་རེ་ཅིག་རེད་དེའི་སྐོར་ལ་ད་ཁོ་རང་གི་ཐོག་གི་དེ་ངའི་མཐོང་ཚུལ་དེ་རྗེས་ནས་བཤད་དགོས་ཡིན་ན་དེ་དང་འབྲེལ་བའི་ང་ཚོ་སྤྱི་ཚོགས་ཀྱི་སྐད་ཆ་ཅིག་གླང་གི་ཡོད་པ་སོང་ཙང་ཨ་ནི་ད། ཁ་སང་དེ་ཅིག་འདུག་ཨ་ཁོ་རང། ད་དང་པོ་འབྲེལ་བ་བྱུང་ས་དེ་བོད་པ་གི་སྤྱི་ཚོགས་ནང་ལ་ད་འབྲེལ་བ་བྱུང་ས་དེ་ཕི་གེ་ལ་ནིག་ཡོ་གི།

དང། ད་སྤོབས་པ་ཁ་ཤས་གཟིགས་ན་དེ་རྒྱ་ནག་གི་གཞུང་ཚབ་ཁང་གི་བཀོད་སྒྲིག་བྱེད་རྒྱུ་གི་ནིའུ་ཡོག་གི་གཞུང་ཚབ་ཁང་གི་བཀོད་སྒྲིག་བྱེད་རྒྱུ་ལོ་སར་ལ་འགྲོ་པར་མཐོང་པའི་ཁ་ཐུག་ནི་ཁོ་ཚོ་དོགས་པ་ཟ་ཡ་དང་ད་ལྟའི་སྐོར་དུ་བཤད་དུ། དེ་འདྲས་ཡིན་པའི་ཁ་ཐུག་ལ་ནི་ཁོ་ཚོ་དོགས་པ་ཟ་ནི་ཅི། ད་ཁོ་རང་ཚོ་གི་འདི། ང་ཚོ་བྷ་ཤིང་ཀྲོང་ན་ཡོད་རྒྱུ་གི་སྤོབས་པ་གི་དོན་ཤུལ་ངེས་གྲུབ་ཚེ་རང་ལ་ཡ་ཁོ་རང་ཚོ་གི་ཡ་བྱིན་པ་ཡིན། ཁོ་རང་ཚོ་གི་མི་གེ་ལ་ཟ་འགོ་ཟ་ར་ཐོག་ན་དེ་འདྲས་བཤད་ཀི་འདུག། ཨ་ནི་ཁོ་རང་ཚོ་གི་དུས་ཀྱི་ནུས་ཆེ་ནི་འབྲེལ་བ་བྱས་པ་ཡིན་ལབ་ཀི་འདུག་ད་ནི་ངེད་གྲུབ་ཚེ་རིང་གི་ཁར་ཚང་དེའི་སྐོར་ལ་ས་བྱེད་ཀྱིན་པའི་ཁ་ཐུག་ལ། ཨ་ནི་ཕ་ཁྱེར་གནས་ཚུལ་དེ་ཁོ་རང་ཚོ་གི་ཧ་གོ་ནས་པར་བྲལ་ད་ཧར་གོ་ནས་ཀྱི་ཨ་ནི་མི་གེ་ལ། ཉིའུ་ཡོད་གི་ཨ་ནི་གཡོ་སྒྱུ་གི་བོད་རིགས་སྤྱི་མཐུན་ཚོགས་པ་དེ་ཚོ་ལ་མ་འབྲེལ་བ་བྱེད་དགོ་གི་རེད་མ་འབྲེལ་བ་བྱེད་རོགས་བྱས་ཚེ་ཁོ་རང་ཚོ་ངེད་ནས་མ་ར་བྱས་ཡ་ཡིན་འདྲ་བོ་ད་སྐད་ཆ་དེ་འདྲས་བཤད་ཀི་འདུག་དཔེར་ན་དེ་ལ་ཆགས་ཞེན་ད་ང་ཚོ་སོ་བ་ཟིན་དགོ་གོ་ན་སྐད་ཆ་ལ་ཞིབ་ཕྲ་གོ་གི་རེད་དེ་ཟོ་ཡིན་ན་ར་ངོ་ནས་དྲང་ནས་ཡིན་ན་དེའི་དང་པོ་འདི་གི་ཉིག་ཡོད་ཀྱི་དེ་ཚོ་གི་ཡ་ར་ཤའི་ཡོ་རོ་ཨ་ནི་ངེད་གྲུབ་ཚེ་རང་ར་གི་དོན་ཆོས་ཀྱི་ཉིན་ནི་མ་ར་ཤའི་སྐྱུག་ར་འབྲེལ་བ་དེ་ག་འདྲ་ཞིག་བཅད་ཡོ་རེད་དེའི་ན་དོན་དེ་འབྲེལ་བ་བཅད་ནི་དེ་མི་གི་ཚོ་ངེད་ནི་བཅད་ཀི་ཡིན་ལ་ར་དོན་ཆོས་ཀྱི་ཉིན་ནི་བཅད་རོགས་ཞེས་ལབ་པ་རེད་ད་སོ་བ་ཉུང་མ་གི་སྐད་ཆ་བཤད་དགོས་གོ་ན་ཚིག་འདི་ཟུར་བྲིས་འདི་གལ་ཆེན་པོ་ཆགས་ཀི་རེད་དེ་ཡིན་ན་ད་དེའི་བར་རུ་ལ་ང་ཚོ་ག་རེ་རེད་ད་འདིའི་ཐོག་ནས་ངེད་གཅིག་གིས་གཅིག་གི་གཅིག་ལ་དོགས་པ་ཡོད་པའི་སྐད་ཆ་ར་དེ་འདྲས་ཀི་བཤད་ཀི་མེད་ཡིན་ན་སྐད་ཆ་འདི་ཚོ་བཤད་པའི་ཁ་ཐུག་ལ་འདིའི་བར་གྱི་སྐད་ཆ་དེ་ང་ཚོ་གསལ་བོ་དགོས་པ་དེ་དེབ་གཤོག་ཅིག་རེད་བསམ་གྱི་འདུག་ད་ནས་ངས་གྲུབ་ཚེ་རང་ར་ཁོ་ཚོ་ཆགས་ཤར་ན་ད་ཕི་གའི་དོན་གཅོད་གི་འདི་ཧ་གོ་ཚར་རེད་ད་དཔེ་ན་ཅིག་རྒྱ་ནག་གཞུང་ལ་གཞུང་ཚབ་ལ་ཅིག་སྐར་ས་ད་ཅིག་འབྲེལ་བ་ཡོད་པ་ཉེན་རྟོག་པ་དེ་དེ་འདྲས་ཡིན་པ་ཧ་གོ་ཚར་རེད་ཨ་ནི་ད་ང་ཚོ་ང་རང་ཚོ་ཆ་ཚང་གི་བཤད་འདུག་དོལ་རྒྱུད་ཚོགས་པར་དེ་ཚོ་ལ་ཅིག་འབྲེལ་བ་ཡོད་པའི་རྣམ་པ་འདྲ་བོ་ད་དེ་འདྲས་བཤད་འདུག་རེད་ད་དེ་འདྲས་ཡིན་པའི་ཁ་ཐིག་ལ་ཁོ་ཚོ། ད་སྐབས་དེ་རིགས་གང་ལ་ཁོ་ཚོ་གསོ་བ་ཡིན་མིན་ག་ཆ་ཡོད་མ་རེད་ཡིན་ན་དོགས་པ་ཡོད་པའི་མི་ཅིག་ཡིན་པ་དེ་ཁོ་རང་ཚོ་ཧ་གོ་ཚར་རེད་དེ་གལ་སྲིད་གོ་ཡོད་ན་ད་གོ་ཚར་བ་ད་ཁོ་རང་ཚོ་གི་པར་ཏྲ་དེ་མཐོང་ནས་གོ་སོང་ལབ་གི་ཡོད་རེད་ཧ་གོ་བ་དེ་དེ་བྱས་ནས་བྱས་ནས་དེ་མི་དེ་གི་ལས་ཀ་ག་རེ་བྱེད་དགོས་ན་རྒྱ་ནག་གཞུང་ཚབ་ཁང་བརྒྱུད་ནས་ཀྱི་བོད་པ་བོད་ནང་ཁྲིད་འགྲོ་ཡ་དང་ལ་ཡ་མ་བཏང་ཐུབ་ཡ་བེ་ཟ་སྤྲད་ཐུབ་ཡ་དེ་འདྲའི་ཨ་དབང་གི་ཁེ་བྱེད་ཐུབ་གི་ཡོད་ཚེ་ད་ལྟ་གི་ནིའུ་ཇར་སི་གི་ནས་བོད་རིགས་སྤྱི་མཐུན་ཚོགས་པ་གི་ངོ་མ་ཚོགས་གཙོ་ཟེར་བ་དེ་ལ་ཁོ་ལབ་ཡོད་ལབ་གི་འདུག་བ་ཁོ་རང་པར་ལ་སྐད་ཆ་བྱུང་སོང་དེ་བྱས་ནས་གང་ལ་ནི་དངོས་གྲུབ་ཚེ་རིང་ལགས་ཀྱི་ཨ་ནེ་གནས་ཚེ་བལྟས་གཟུགས་རིག་དུ་ད་ཞུ་ས་སུ་ལ་ཞུས་ཡོད་རེད་དེབ་སོང་ལ་བཤད་ཡོད་ཡོད་མར་བོད་གཞུང་བདེ་སོང་ལ་ཨ་ནེ་ད་ག་ནང་བཞིན་གྱི་ཨ་ནེ་འདས་ཨ་རིག་གི་གསང་བའི་ལས་ཁུངས་ར་ད་དེ་གཟུགས་ཀྱི་རིག་ཚན་པ་དེ་གཟུགས་ལ་བཤད་ཡོད་ཡོད་མ་རེད་དེ་གཟུགས་རིག་དེ་ད་ང་ཚོ་བོད་པ་སྤྱི་ཚོགས་ཀྱི་ཐོག་ནས་ཅིག་གསོ་བ་སིང་གི་ཡིན་མིན་གྱི་སྐད་ཆ་དེ་ད་མི་དམངས་དཀྱུས་མ་གི་ལས་ཀ་ཅིག་མ་རེད་ཡིན་ན་ཁོ་རང་ཚོ་འགན་ནུས་ཡོད་ནུས་ཀྱི་མིས་དེ་གཟུགས་ཀྱི་ལས་ཀ་དེ་བྱེད་དགོས་དགོས་ན་འོ་ད་དེ་གཟུགས་ཐོག་ལ་ཨ་ནི་ང་ཚོ་དོ་སྣང་བྱེད་དགོས་ཡ་དེ་གལ་ཆེན་པོ་ཅིག་ད་སྐད་ཆ་དེ་གཟུགས་རིག་དེ་གསལ་བོ་གོ་རེད་བས་ན་ཁར་ཚང་གི་ངས་ད་ལྟ་བཤད་ནང་བཞིན་སྐར་མ་རིན་ཆེན་བདེ་སྲུང་དྲུང་ཆེ་ལ་ཨ་ནི་ད་བཅར་འདྲི་བྱེད་པའི་ཁ་ཐུག་ལ་བདེ་སྲུང་དྲུང་ཆེ་ངེད་ནས་ར་ཕི་གེ་ལ་ཨ་ནི་ངེད་སྒྲུབ་ཚེ་རིང་གི་དུ་ཚེ་ར་ལྷས་པ་གི་ཁོ་རང་ཚོ་ལ་པར་ལ་སྐད་ཆ་བྱུང་བ་དེའི་སྐོར་དེ། ངེད་སྒྲུབ་ཚེ་རང་གི་ཚུར་ལ་མི་དེ་འདྲས་འདུག་ཟེར་ནས་བདེ་སྲུང་ལ་བཤད་མ་ཞིག་གི་སྐད་ཆ་དེ་བཤད་དགོས་མ་རེད། ད་བོད་ན་སྤྱི་ཚོགས་བརྒྱུད་ལམ་ལ་སྐད་ཆ་བཤད་དགོས་ན་དེ་ཚོ་གསལ་བོ་བཤད་དགོས་དེ་ཚོ་རིག་ཏུ་འགྲོ་དགོས་རེད། ངས་བལྟས་ན་དེ་འདྲས་འདྲ་བོ་ཅིག་རེད། ད་དེ་རིང་གི་ལེ་ཚན་འདི་མཚམས་འདེད་བྱ་གི་ཡིན། ངས་ཁ་ཚང་བཤད་ན་བཤད་ན་བལ་དུ་མང་འགྲོ་གི་འདུག་ད་ངས་འདི་རིམ་པ་བྱས་ནས་བཤད་གི་ཡིན། སྤྱིར་བཏང་གི། རྒྱ་ནག་གི་གསོ་བ། ཨ་ནེ་ད་ག་ནང་བཞིན་གྱི་ཅིག་ཨ་རིའི་ར་འདི་ཚོ་གི་གསང་བའི་ལས་ཁུངས་ཀྱི་ཅིག་ད་ར་ཤི་ཡ་ར་འདི་ཚོ་གི་ཨ་ནེ་ད་ད་ད་གར་སོགས་པར་ད་ཕྱི་ལོགས་ལ་ད་སླེབས་བསྡད་ཡོད་པ་གི་ཡིག་ཆ་དང་ཨ་ནེ་ང་ཚོ་ལྟད་མོ་ར་འདི་ཚོ་ནང་ལ་ད་ཡ་གི་གློག་བརྙན་འདྲ་འདི་ཚོ་ཡོད་ར་འདི་ཚོ་ཤེས་ཤག་ནས་ཅིག་ངས་འདིའི་བར་ལ་བསྡུར་ཞིབ་ཅིག་བྱེད་གི་ཡིན། ད་ག་ནང་བཞིན་གྱི་ང་ཚོ་ད་འདི་བཤད་བསྡད་ཡོད་རེད་ད་རིའི་སོ་བ་དང་འབྲེལ་བའི་ཆེད་ད་རྒྱ་མིའི་སོ་བ་དང་འབྲེལ་བའི་རྒྱ་བ་རིན་པོ་ཆེ་གི་སྐུ་བཤད་ཟིག་མང་པོ་ཅིག་བཤད་བསྡད་ཡོད་རེད་དེ་ཡིན་པ་སོང་ཙང་རྒྱ་བ་རིན་པོ་ཆེ་གི་སྐུ་བཤད་དང་འདིའི་འབྲེལ་བ་ག་རེ་རེད་ད་རིའི་གི་སོ་བ་ཟིང་རྒྱུ་གི་མི་འདི་ཚོ་རེ་རེ་གི་ཐོག་ལ་ཡང་དབྱེ་ཞིབ་འདྲ་བོ་ཅིག་བྱེད་གི་ཡིན་ན་དེ་ལས་ཚིན་ད་ཕ་ཁྱེར་གཉིས་གསུམ་ཟིག་བཟོ་གི་ཡིན་དེ་རང་གི་ལས་མཚམས་དེ་ཨ་ནེ་མཚམས་འདས་བཞག་གི་ཡིན་འོ་ཡ་རྣམ་པ་ཚོ་ཆ་ཚང་ལ་བཀྲ་ཤིས་བདེ་ལེགས།